ཚོར་བ་ཡིན་ཏེ། དུས་གསུམ་སངས་རྒྱས་ཐམས་ཅད་ཀྱི་ངོ་བོའི་སྤྲོས་དང་དཀྱིལ་འཁོར་རྒྱ་མཚོའི་ཁྱབ་བདག་བཀའ་དྲིན་མཚུངས་པ་མེད་པ་དཔལ་ལྡན་བླ་མ་དམ་པའི་ཞབས་ཀྱི་རྡོར་དྲིལ་མ་སྨིན་པ་ལ་མགོ་བོས་རབ་ཏུ་བཏུད་དེ་སྐུ་གསུང་གུས་པ་ཆེན་པོའི་ས་མཚར་ཞིང་སྐྱབས་སུ་མཇལ་བར་སེམས་ཀྱིས་བསླབ་པར་མཛད་དུ་གསོལ།

འོ་ན་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་རྟེན་བྱེད་བདེ་བ་རྣམས་བྱིན་བརླག་ན་མེད་པ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་དགོངས་པ་རིན་པོ་ཆེ་ཅི་ནས་ཀྱང་ཐོབ་པར་བྱའོ་སྙམ་དུ་ཐུགས་ཀྱི་རིན་པོ་ཆེ་སར་བཏབ་སྟེ་སེམས་དཔའ་གནང་བར་ཤོག། དེ་ལ་གང་ཞིག་སེམས་དཔར་བྱ་བའི་ཆོས་ཀྱི་རིམ་པ་ནི། སྤྱིར་བཏང་གི་ད་གྲངས་ཀྱི་མ་ནི་སྟོང་ཕྲག་འདི་འདྲའི་གྱི་དུས་སྐབས་བཟང་པོ་གཅིག་ལ། ད་ནི་ད་ང་རང་ཚོ་ཡོངས་འཛིན་དགེ་བའི་བཤེས་གཉེན་སྐྱབས་རྗེ་མཁན་ཆེན་བྲང་ཁུ་རིན་པོ་ཆེ་མཆོག་གི་ཐུགས་ཀྱི་བཀའ་དྲིན་ཉག་གཅིག་ལ་བརྟེན་ནས་ད་དེ་ལྟ་བུའི་འཛོམས་འཇུག་གི་སྐལ་པ་བཟང་པོ་གཅིག་བཟུང་བ་ཡིན་པ་སོང་ཙང། ད་ནི་སྐྱབས་རྗེ་རྡོ་རྗེ་འཆང་ཆེན་མོ་མཆོག་ལ་གུ་སག་སྔོན་དུ་བཏང་བའི་སྒོ་ནས། ད་ནི་གཅིག་ད་ད་ལྟ་གི།

མང་ཆེ་ཤོས་དེ་དེ་འདྲའི་དགུང་ལོ་ཆེན་པོ་འདྲ་བོ་ཅིག་ཆགས་བསྡད་ཡོད་རེད་དེ་འདྲའི་ཡིན་པའི་རྒྱུ་མཚན་ནི་དེ་ཡིན་ནས་ད་ཅི། ས་དགེ་བཀའ་རྙིང་རིས་སུ་མ་ཆད་པའི་གེ། ད་བསྟན་འཛིན་གྱི་སྐྱེས་བུ་མང་པོ་ཅིག་གི་འདོད་ཡོན་ནི་དེ་ནི་དམ་པ་ཆོས་ཀྱི་སྒྲ་དབྱངས་ལ་ལོངས་སྤྱད་མྱོང་མཁན། དེ་ནི་མང་པོ་ཅིག་ཆགས་དེ་ཡོད་རེད་དེ་ནི་ཁོང་ནང་པའི་གི་ཅིག་གསུང་བ་མ་ཡིན་པ་ཅིག་ང་ལ་གསར་དུ་ལྷག་ལྷག་ཅིག་བཤད་ཡོང་རྒྱུ་ཅིག་ཡོད་རེད་བས་ཟེར་ན་གང་ཡོད་མ་རེད་ད་ཡིན་པས་ཡིན་ན་ཡང་དུང་དཀར་པོ་ཁྱེད་ལ་ནན་ཏན་ཟེར་བའི་དཔེ་ལྟར་དུ་དེ་ནི་ཅིག་ད་རྣམ་པ་ཚོ་ལ་ཡང་དྲན་གསོའམ་སླར་གསོས་ཀྱི་ཚོར་འདི་ཐུགས་སུ་བྱས་ནས་ཅིག་གསར་འདེབས་འདྲ་བོ་ཅིག་ཞུས་པ་ཡིན་ན་ཡག་པོ་ཡོད་རེད་བསམ་བསམ་རོགས་ཀྱིས་འོ་ཐུགས་སུ་ཆེ་གོ་སྐབས་འདི་ཟེར་ནས། དེ་ནི་དུག་སེལ་ཞོ་ཡིན། དེ་ནི་ད་ཀུན་སློང་དང་ཀུན་སྤྱོད་རྣམ་པ་གཉིས་ཀྱི་སྟེང་ནས་དུག་སེལ་ཞོ་ཡ་གཅིག་བརྒྱད། དེ་ནི་ད་དང་པོ་ཀུན་སློང་ཟེར་ཡ་དེ་ག་འདྲའི་གཅིག་རེད་ཟེར་ན། དེ་ནི་ཀུན་སློང་ཟེར་ཡ་དེ་ཀུན་ཟེར་ཡ་དེ་སྤྱི་བཏང་གི་མ་ཚིག་འདྲ་བོ་གཅིག་ཡིན་པ་གཅིག་དང་སློང་ཟེར་ཡ་དེ་དེ་ནི་འདི་གི་རྣམ་རྟོག་བཟང་ངན་བར་མ་གསུམ་ཡར་སློང་གི་ཡོད་པའི་རྒྱུ་མཚན་ལ་བརྟེན་ནས་ཀུན་སློང། དེ་ནི་འདིའི་དཔེ་གར་ཆེ་བའི་ནང་གི་ཆེ་བ་འདྲ་བོ་གཅིག་ཆགས་བསྡད་ཡོད་རེད། དེའི་རྒྱུ་མཚན་ལ་བརྟེན་ནས་ད་ནི་ད་ཀུན་སློང་ཟེར་ཡ་དེ་ལ་ད་ཚོར་རྡོག་རྡོག་འདྲ་བོ་ཅིག་ཞུས་པ་ཡིན་ན། རྣམ་པ་གསུམ། དགེ་བའི་ཀུན་སློང་གཅིག་དང། མི་དགེ་བའི་ཀུན་སློང་གཅིག་དང། ལུང་མ་བསྟན་གྱི་ཀུན་སློང་ཟེར་ཡ་གཅིག་རྣམ་པ་གསུམ་ཡོད། ད་ནི་འདིའི་གི་ནང་ལོགས་ནས། ད་འདི། གཅིག། དགེ་བའི་ཀུན་སློང་དང། མི་དགེ་བའི་ཀུན་སློང་ལུང་མ་བསྟན་གྱི་ཀུན་སློང་སུ་ཤེས་ཡོང་དུས། དེ་འདིའི་གི་རྣམ་རྟོག་གསུམ་པོ་འདི་ཀུན་སློང་གསུམ་པོ་འདི། ང་རང་ཚོ་ལ་དུས་དང་རྣམ་པ་ཀུན་ཏུ་དེ་ཡོང་བསྡད་ཡོད་རེད། ད་འདི་ཡོང་གི་ཡོད་དང་མེད་ག་རེ་ཡོང་གི་ཡོད་མེད་དེ་སོ་སོ་གིས་ནམ་རྒྱུན་བདག་པོ་ཞི་རགས་ཀྱི་རྒྱབ་ནས་བསམ་བློ་བཏང་ནས་ལྟ་གི་ཡོད་མ་རེད། ད་འདི་ལྟ་རྒྱུ་དེ་དཔེ་གལ་ཆེན་པོ་ཅིག་རེད། ད་ནི་ད། རྡོག་རྡོག་འདྲ་བོ་ཞིག་ཞུས་པ་ཡིན་ན་རྒས་པོའི་ཀུན་སློང་ཟེར་ཡ་འདི། ག་རེ་ཆགས་དུ་ཡོད་རེད་ཟེར་ན། ཨ། ད་ཀྱེ། སོ་སོ་ཀྱི་ད་བསམ་པ་བཟང་པོ་སྐྱེ་ཡ་དང། ད་ནི་དེ་ག་ནང་བཞིན་གྱི་གཞན་ཕན་གྱི་བསམ་མནོ་དང། ད་ནི་བསམ་པ་དང་སྙིང་རྗེ་དང་བཟང་ཕྱོགས་ཀྱི་སེམས་ཟེར་ཡ་དེ་ཚོ། ཨ། ཀྱེ། སྐྱེ་བ་འདི་དག་ཐམས་ཅད་ཀྱི་རྩ་བར་གྱུར་པ། ད་ནི་བསམ་པ་བཟང་པོ་འདྲ་བོ་སྐྱེ་གི་ཡོད་པ་ཡིན་ན། འདི་ལ་དགེ་བའི་ཀུན་སློང་ཟེར་ནས་ཐུགས་སུ་ཆུད་ཆོག་གི་ཡོད་རེད། ད་ནི་ད་མི་དགེ་བའི་ཀུན་སློང་ཟེར་ཡ་འདི་ག་རེ་ཆགས་ཏེ་ཡོད་ཟེར་དུས། ད་སྤྱིར་བཏང་གི་ཅིག། གནག་སེམས་གནོད་སེམས་གཙོ་བོར་གྱུར་པ། དེ་ག་ནང་བཞིན་གྱི་འདོད་ཆགས་ཞེ་སྡང་གཏི་མུག་ང་རྒྱལ་ཕྲག་དོག་འགྲན་སེམས་ལ་སོགས་པའི་བློ་སྐྱེ་གི་ཡོད་པ་ཡིན་ན་དེ་ལ་མི་དགེ་བའི་ཀུན་སློང་ཟེར་གྱི་ཡོད་རེད། དེ་ནས་ད། དགེ་བ་གི་བསམ་མནོ་ཡང་མ་ཡིན་པ་མི་དགེ་བའི་བསམ་མནོ་ཡང་མ་ཡིན་པ་གི་སྟེང་ནས་དེ་ནི་ཅིག་ད། ཐོག་མའི་བ་ལྟ་བུ་ལུས་ཟུངས་བ་དང་འདྲེས་ཏེ་ཡིན་པ་ཡིན་ན། འདི་ལ་ལུང་མ་བསྟན་གྱི་ཀུན་སློང་ཟིག་ཡོད་རེད། ད་འདི་འདྲིའི་གི་ཀུན་སློང་རྣམ་པ་གསུམ་ཡོད་པའི་གི་ནང་ལོགས་དེ་ནི་ད་འདི། གཅིག་མི་གི་ལ་ཕར་བྲལ་དགོས་བ་མ་ཡིན་པ། སོ་སོས་སོ་སོ་ལ་རྟགས་བརྒྱད་དང། རྟགས་ཞོགས་པ་ཡང་གཞན་ཡོང་བའི་སྐབས་སུ་ནི་དེ་ནི་ང་རང་གི་སེམས་དེ་ལ་ང་རང་གི་རྟགས་བརྒྱད་ཀྱི་རྟགས་འོང་སྐབས་སུ་ལ། དེ་ནི་དད་པ་དང་མོས་གུས་དང། དེ་ག་ནང་བཞིན་གྱི་བསམ་པ་དང་སྙིང་རྗེ་འདྲ་བོ་བསྐྱེད་ཀྱི་འདུག་ན་དེ་རྒས་པོའི་ཀུན་སློང་རེད་དཔེ་མ་བཟོད་པའི་ཡག་པོ་རེད། འདི་ང་རང་ཨའོ་ད་དེ་རིང་གི་ང་རང་གི་ཀུན་སློང་དེ་བཟང་པོ་ཅིག་འདུག། དེ་རིང་ང་རང་གི་ཀུན་སློང་དུ་བཟང་པོ་ཡོད་པ་འདི་ལ་ཡོད་པར་ཤེས་པའི་གི་སྟེང་ནས་ད་འདི་རིང་ཉི་མ་དེ་དངོས་གནས་དྲ་གནས་ཀྱི་དུང་ཐང་ལྡན་པ་ཅིག་ཆགས་བཞག་ཡག་པོ་ཅིག་ཆགས་བཞག་ད་འདི་དུ་གུང་གུང་ཐང་མ་ཉར་ཉར་གྱི་བར་དུ་ལ་དེ་གི་ཀུན་སློང་དུ་མ་བགྱིས་བ་ཅིག་བཟོ་གི་ཡིན། ང་རང་གི་འདི་དཔེ་གར་ཆེན་པོ་ཅིག་རེད་རྩ་ཆེན་པོ་ཅིག་རེད་འདུག་དེ་རིང་ང་ཀུན་སློང་ནོར་མི་འདུག་ཀུན་སློང་འཕྲོར་མི་འདུག་ཀུན་སློང་ཡག་པོ་ཅིག་བགྱིས་བཞག་བསམ་པ་གི་སྟེང་ནས་དེ་ལྟ་བུ་གི་སོ་སོའི་གི་སེམས་ཀྱི་སྟངས་འདི་དགེ་བའི་ཀུན་སློང་བྱེད་ཀྱི་འདུག་ན་འདི་ལ་ཡར་རྒྱས་དང་གོང་འཕེལ་བཏང་ད་ནི་འདི་དཔེ་མ་སྲིད་པའི་བདག་པོ་རྒྱབ་དགོས་ཡ་དེ་དཔེ་གལ་ཆེན་པོ་གཅིག་རེད། ད་ནི་ཞོགས་པ་ཡར་ལངས་ཡོང་སྐབས་སུ་ནི་ཁོ་རང་ཅིག་ལྟ་བཞིན་ལ་དྲ་ཐོག་ལ་སོགས་པ་དང་འགྲན་སེམས་ལ་སོགས་པ་དང་དེ་དགའ་དང་དབྱིངས་ཀྱི་རྟ་འདོད་ཆགས་ཞེ་སྡང་གཏི་མུག་གིས་ཀུན་ནས་བསླངས་བའི་གེགས་དེ་འདྲའི་གི་བསམ་བློ་མང་པོ་ཅིག་འཁོར་འདས་ཡོད་ན་དེ་ལ་མི་དགེ་བའི་ཀུན་སློང་ཟེར་གྱི་ཡོད་རེད། ད་འདི་འདྲའི་གི་ཀུན་སློང་ཅིག་སྐྱེ་གི་ཡོད་པ་ཡིན་པ་ཡིན་ན། དེ་ནི་ངེས་པར་དུ་ནི། ཨོ། ད་འདི་ངས་སྤང་དགོས་པར་མ་གཏོགས། འདི་འདྲ་བའི་གི་ཀུན་སློང་འདི་གི་དབང་ནས་སོང་ནས་ཚེ་རབས་འཁོར་བ་ཐོག་མ་མེད་པ་ནས། མཐའ་དག་དག་ལ་ཐོག་གི་བར་དོ་ལ། དེ་ནས་འདི་འདྲིལ་གྱི་ཆགས་སྡང་རྨོངས་གསུམ་གྱི་རྟོག་པ་འདི་ལ་བརྟེན་དུས་ཀྱི་རྗེས་སུ་འབྲང། དུས་ཀྱི་གཡོག་འཁོར་བྱེད་པ་ལ་བརྟེན་ནས། ང་རང་ཚོ། དེ་ནས་སྲིད་པ་མཁའ་མཚོ་འཁོར་བ་འདི་གི་ནང་ལ་འཁྱམས་འགྲོ་གི་ཡོད་རེད་ལ། སྡུག་བསྔལ་རྣམ་པ་སྣ་ཚོགས་པ་ཞིག་དེའི་སྟེང་ནས་འཕྲད་ཡོང་གི་ཡོད་རེད། དེའི་རྒྱུ་མཚན་ལ་བརྟེན་ནས། ད་ནི་ད་འདི་ང་རང་ཕོངས་འགྲོ་གི་འདུག་བརླག་འགྲོ་གི་འདུག་ད་འདི་འདྲ་བའི་ཀུན་སློང་དེ་ང་རང་གི་ཉར་བ་ཡིན་པ་ཡིན་ན། ད་འཁོར་བ་མཐའ་མི་ལ་འཁྱམས་པའི་གི་རྒྱོ་ཅིག་བྱེད་ཀྱི་འདུག་དེ་འཁྱམས་པའི་གི་ཚེ་ན་སྡུག་བསྔལ་རྣམ་པ་སྣ་ཚོགས་པ་ཅིག་ལ་འཕྲད་ཀྱི་འདུག་དེ་འཕྲད་ཀྱི་ཡོད་པ་ལ་ཡོད་པར་ཤེས་པའི་གི་སྟེང་ནས་འདི་འདྲ་བའི་གི་ཀུན་སློང་གི་གར་སིག་སྐྱེ་གི་ཡོད་པ་ཡིན་པ་ཡིན་ན། དེ་ནི་ངེས་པར་དུ་ནི་དཔང་ཨུ་ཐོབ་མི་ཐོབ་ད་ནི་དེ་ནི་སོ་སོ་གི་འབད་རྩོལ་བྱེད་ཡ་དེ་པད་དཀར་ཆེན་པོ་རེད། འདི་པད་དཀར་ཆེན་པོ་གྱི་ཆ་དེ་ཡོད་རེད། འདི་འདྲ་བ་དེ་ལ་མི་དགེའོ། ཀུན་སློང་ཟེར་ཡ་དེ་ངེས་པར་དུ་སྤང་ཨུ་ཐོབ་མི་ཐོབ་ལྟ། འདི་གི་སྟེང་ནས་ཁོ་རང་གཅིག་ལྟ། བསམ་བློ་གཅིག་འཁོར་སོང་ན་ཡང་ལབ་སངས་ཕ། སོ་སོའི་གི་བཀག་ཐུབ་ཐབས་གི་འབད་རྩོལ་བྱེད་ཡ་དེ་པད་དཀར་ཆེན་པོ་གྱི་ཆ་དེ་ཡོད་རེད། ད་ནི་ཞོགས་པ་ཡར་བཞེངས་ཡོང་སྐབས་སུ་དར་ཅིག་དེས་ངེས་འབྱུང་བཟང་ཕྱུག་གི་སེམས་ལ་སོགས་པ་དགེ་བའི་ཀུན་སློང་ཡང་སྐྱེད་མ་བྱེད། དེ་ནི་དེ་ག་ནང་བཞིན་གྱི་ཕྲག་དོག་དང་འགྲན་སེམས་ལ་སོགས་པའི་མི་དགེ་བའི་ཀུན་སློང་དེ་ཡང་སྐྱེད་མ་བྱེད་པ་བྱེད། ད་སྤྱིར་དབྱིན་འདི་དྲིན་མེད་པ་ལྟ་བུ་ཅིག་གི་ངང་ན་ཐོག་མའི་ལུས་སོང་བ་འདྲ་བར་བསམ་བློ་གང་ཡང་མེད་པ་ལྟ་བུ་ཅིག་ཡིན་ན། འདིའི་སྤྱིར་བཏང་གི་ལུང་མ་བསྟན་གྱི་ཀུན་སློང་ཟིག་ཡོད་རེད་དེ་གི་དུས་ཚོད་འཕྲོ་བརླག་བཏང་འགྲོ་ཡ་གཅིག་དང་རྒྱུད་ཆུད་ཟོས་ལ་བཏང་འགྲོ་ཡ་ཁྱེད་མ་གཏོགས་ཁོ་ལ་འབྲས་བུ་བདེ་སྟོང་སྦྱིན་ཡ་ཡོད་མ་རེད་དེ། འོ་ད་འདི་གི། ཕན་གི་ཡོད་མ་རེད་དེ་འདྲ་བའི་གི་ལུང་མ་བསྟན་གྱི་ཀུན་སློང་གི་སྐྱེ་གི་འདུག་ན། དེ་འདི་ངེས་པར་དུ་ནི་བཅུད་འགོག་ཡོད་རེད། འོ་དེ། དེ་ལྟ་རྩ་བའི་གི་སྒྲོམ་གྱི་འདྲ་བོ་དེ། སོ་སོའི་གི་རྟགས་བརྒྱད་བཏང་ཡ་དང། སོ་སོའི་གི་ད་སེམས་ལ། ཚོར་བྱེད་ཡ་མ་གཏོགས་མི་གཅིག་གིས་འོ་ཁྱོད་ལ་ཀུན་སློང་འདི་འདྲའི་སྐྱེ་གི་འདུག་འདི་འདྲའི་ཡོང་གི་འདུག་ཟེར་ནས་ཚོར་ཤེས་ཡོང་གིན་ཡོད་མ་རེད། སོ་སོས་ཀྱི་སེམས་ལ་སོ་སོས་ཀྱི་དཔང་པོ་བྱས་ནས་སོ་སོས་ཀྱི་བསམ་བློ་བཏང་དུས། ད་ནི་འདི་ག་རེ་ཡོང་གི་འདུག་ད་འདི་སོ་སོས་ཀྱི་ལྟ་ཡ་དེ་དཔེ་གར་ཆེན་པོ་ཆེ་ཆགས་བསྡད་ཡོད་རེད་འདི་ངེས་པར་དུ་དོགས་ལ་བཞག་གནང། ད་ནི་ད་ད་ལི་ང་རང་ཚོ་ད་དངོས་གནས་ཀྱི་ཅིག་མ་ནི་དུང་སྒྲོ་འདི་འདྲའི་ཅིག་འཚོ་རྒྱུ་བྱུང་བ་འདི་ཡང། ང་རང་ཚོ་སྤྱི་མཐུན་གྱི་སོས་ནང་དང། ད་ནི་དངོས་གནས་བཀྲ་ན་གི་བླ་མ་བཀའ་དྲིན་ཅན་གྱི་ཐུགས་རྗེ། ད་ནི་རང་རང་སོ་སོའི་གི་སོས་ནམ་དེ་འདྲའི་གི་རྒྱུ་རྐྱེན་གོང་འཛོམས་པ་ཅིག་ལ་བརྟེན་ནས་ང་རང་ཚོ་ལྷན་ཅིག་ཏུ་དེ་འདྲའི་གི་ཐབས་མང་དོན་གྲུབ་ཅིག་འཚོགས་རྒྱུ་བྱུང་བ་དེ་ཧ་ལས་པའི་གི་སྐར་བ་བཟང་པོ་ཅིག་དང། ཕུན་སུམ་ཚོགས་པ་ད་དེ་འདྲའི་ཅིག་ཆགས་བསྡད་ཡོད་རེད། དེ་ཡོད་པ་ལ་ཡོད་པར་ཤི་དགོས་པའི་གར་ཆེན་པོ་ཅིག་ཆགས་ཀྱི་ཡོད་རེད། ད་ད་ལྟ་གི་ད་ནི་ཅིག། ཀུན་སློང་དེ་གསུམ་གྱི་ནང་ནས་དགེ་བའི་ཀུན་སློང་ད་དགེ་བའི་ཀུན་སློང་དེ་ལ་ཅུང་ཟད་ཅིག་ཡར་རྒྱས་ནས་བཤད་པ་ཡིན་པ་ཡིན་ན། ད་ང་རང་ཚོ་གི་ད་ཀུན་སློང་དེ་ལ་ད་ནི། ད་བསམ་པ། རྒྱ་ཆེ་བ། བཟང་ཕྱོགས་སེམས་ཀྱི་ཀུན་སློང་ཟེར་ཡ་གཅིག་དང། ད་ནི་དེ་ག་ནང་བཞིན་གྱི་ཐབས་རྒྱ་ཆེ་བ། གསང་བ་སྔགས་ཀྱི་ཀུན་སློང་སོགས་རྣམ་པ་གཉིས་ཡོད་ངོ། ད་དེའི་ནང་ནས་ང་ཚོ་ལ་གར་ཆེ་ཤོས་དང། དག་རྟགས་ཀྱི་སྐབས་སུ་རྩ་ཆེ་ཤོས་དེ་སུ་ཆགས་ཀྱི་ཡོད་རེད་ཟེར་དུས་བཟང་ཕྱོགས་སེམས་ཀྱི་ཀུན་སློང་ཟེར་ཡ་དེ་ཆགས་ཀྱི་ཡོད་རེད། བསམ་པ་རྒྱ་ཆེན་པོ་སྐྱེས་དགོས་ཡ་དེ་དཔེ་གར་ཆེན་པོ་ཆགས་ཀྱི་ཡོད་རེད། ད་འདི་འདྲིའི་གི་དུས་སྐབས་འདི་ལ་ད་ང་རང་ཚོ་ཅིག་རྒས་པོའི་ཀུན་སློང་ཡིན་པ་གཞི་ལ་བཞག་དེའི་གི་སྟེང་ནས་ཀྱང་དེ་ནི་བསམ་པ་རྒྱ་ཆེ་བ་བཟང་ཕྱུག་སེམས་ཀྱི་ཀུན་སློང་དུ་སྐྱེས་དགོས་དུས་ད་ནི་རྣམ་པ་ཚོ་ད་ལིན་འདི་ལ་ཕེབས་ད་འདི་ལ་ཕེབས་ནས་ཉི་མ་མང་པོ་ཅིག་གི་གོ་སྐབས་དང་དུས་སྐབས་ཅིག་ཡོག་རེད་བས་ཟེར་ན་ཡོག་མ་རེད། ད་ང་རང་ཚོ་སྤྱིར་བཏང་གི་ཆ་ནས་ཚད་གཞི་འདྲ་བོ་དེ་ཉི་མ་བཅུ་ཡི་དུས་སྐབས་རེད། ད་ཉི་མ་བཅུ་ཡི་དུས་སྐབས་ནང་ལོགས་ནས་ཀྱང་བསམ་བློ་གཅིག་བཏང་བ་ཡིན་ན་ཉི་མ་གཅིག་ཁ་ཚར་འགྲོ་ཚར་བ་རེད། ད་ཉི་མ་དགུ་མ་གཏོགས་ལྷག་མ་སོང། ཉི་མ་དགུ་འདྲ་བོ་གཅིག་ལ་བསམ་བློ་བཏང་བ་ཡིན་ན་ཡང་ཉི་མ་སེར་ཀ་ནི་རྫོགས་ཚར་བ་རེད། ད་ཉི་མ་བརྒྱད་དང་སེར་ཀ་མ་གཏོགས་ལྷག་མ་འདུག། ད་འདི་འདྲིའི་གི་དུས་ཚོད་ཐུང་ཐུང་འདི་ལ་ང་རང་གི་དགེ་བ་རླབས་ཆེན་པོ་ཅིག་སྒྲུབ་ཡག་གི་གོ་སྐབས་བྱུང་སྐབས་སུ་ལ་ད་ནི་འདི་སོ་སོ་གི་དཔེ་དོ་དམ་ཡག་པོ་བྱེད་དོན་གཉེར་ཡག་པོ་བྱེད་དགོས་ཡ་དེ་དཔེ་མ་སྲིད་པའི་གར་ཆེན་པོ་བྱ་དུ་ཡོད་རེད། སྤྱིར་བཏང་གི་ཆ་ནས་ད་ནམ་བཞག་རྒྱུན་དུ་ཡིན་ན་ང་རང་ཚོ་ཅིག་ཏེག་ཙི་ངོ་ཤེས་པ་དང་ད་འདི་འདྲའི་ཅིག་ད་ལོང་པ་ཅིག་པ་ཡིན་ན་འདྲ།

ངས་དུས་ཚོད་འདི་འཕྲོ་བརླག་གཏང་གི་མིན། ངས་དུས་ཚོད་འདི་བེད་སྤྱོད་ཡག་པོ་ཅིག་གཏང་གི་ཡིན་བསམ་པ་འདྲ་བོ། དེ་ཐུགས་བསམ་བཞེས་དགོས་ཡ་དེ་དཔེ་མི་སྲིད་པའི་གར་ཆེན་པོ་འདྲ་བོ་ཅིག་འོ་ཐུག་ཆགས་ཡོད་རེད། ད་དཔེར་ན་འདི་གར་ཆེན་པོ་ཡིན་པའི་རྒྱུ་མཚན་ག་རེ་རེད་ཟེར་བ་ཡིན་ན། ད་ང་རང་ཚོ་སྤྱི་བཏང་གི་གང་ཟག་གཅིག་གི་མང་ནི་དོང་གཅིག་འདོན་དགོས་ན། རྟ་ཐོན་གཞི་བཅས་འདོན་པ་ཡིན་ན་ཡང་ཕ་ཆེར་ལོ་གྲོགས་ཙམ་ལ་འདོན་ན་ཡང་དེ་ནི་དུང་ཟོར་ཅིག་ཚར་ཟེར་ཡ་དེ་དཀའ་ལས་ཁག་པོ་ཆགས་ཀྱི་ཡོད་རེད། ད་ལི་ང་རང་ཚོ་ཉི་མ་བཅུ་ཕྲག་བཅས་ཀྱི་ནང་ལོགས་ནས་རྟ་གང་ཟག་མང་པོ་ཅིག་སྐྱ་སེར་མང་པོ་ཅིག་ལྷན་ཅིག་ཏུ་འདུས་ནས་དེ་ནི་ཅིག་བསམ་པ་འཇུག་པ་གཅིག་ཏུ་སྦྲེལ་ནས་དམིགས་ཡུལ་གཅིག་ཏུ་བཟུང་ནས་ང་རང་ཚོའི་མང་ན་དུང་སྒྲོབ་ཅིག་འཚོགས་ཡོང་བ་སྐབས་སུ་ད། དུང་སོར་གཅིག་གི་ཁ་ལ་དུག་རྩི་ལངས་འགྲོ་གི་ཡོད་རེད། ད་འདི་ཡིན་དུས། འདི་འདྲ་བའི་ཁ་མང་ན་འདོང་ཡོང་བའི་སྐབས་སུ་ལ། ད་སང་ཉིན་མང་ན་དུང་སོར་གཅིག་དྲོས་པའི་གི་སྐབས་སུ་ལ། གང་ཟག་རེ་རེ་ལ་མང་ན་དུང་སོར་རེ་རེ་སྟེང་པའི་ཕན་ཡོང་དེ་བརྒྱ་ཆ་བརྒྱ་ཐམ་པ་ཐུག་གི་ཡོད་རེད། ད་འདི་དཔེ་ཁེ་བཟང་ཆེན་པོ་རེད་འདུག་བ། དེ་འདྲའི་ཡིན་དུས་དེ་འདྲའི་གི་ཐུགས་བསམ་བཞིས་ནས་ཨ་ཙི་ངས་ད་འདི་འདྲའི་གི་མང་ན་གཅིག་འགྲངས་གི་ཚེ་ན་ད་ནི་ཅིག་ང་འཆར་དང་དེ་ག་ནང་བཞིན་གི་རྣམ་གཡེང་སེམས་རྣམ་རྟོག་གི་དབང་དུ་བཏང་རྣམ་གཡེང་གི་དབང་དུ་བཏང་ཡང་ནི་འགྲིག་གི་མ་རེད་ད་འདི་ཚིག་གི་རིང་འདི་ལ་མ་ནི་ག་ཚད་བསགས་པ་དེ་ལ་སྤུས་དག་པོ་ཅིག་དང་ང་རང་གཅིག་ལྷག་སྒོམ་སྔ་ཟླ་ད་ལྟ་འདྲི་བྱེད་པའི་སྐབས་སུ་གཅིག་ལྷག་སྒོམ་ནི་ཀྲ་མོ་མ་གཅིག་ད་ལྟ་འདྲི་བསམ་བློ་བཏང་མ་ཤེས་ན་ཡང་འཕགས་པ་སྤྱན་རས་གཟིགས་ལ་ཡིག་རྩེ་གཅིག་གི་སྒོ་ནས་གསོལ་བ་འདེབས། དེ་ནི་འདི་གི་གསོལ་འདེབས་ཀྱི་ཚོར་དུ་མ་ནི་དེ་བགྲང་བའི་སྐབས་སུ་ལ་མ་ནི་བརྒྱ་ཕྲག་གཅིག་བགྲང་ན་ཡང་དེ་ཚེ་ལ་དེའི་ནང་ལ་ང་འཆར་འདྲ་མི་འདྲ་འདྲི་མ་སོང་བ་དེ་ནི་སྐད་ཆ་འདྲ་མ་འདྲ་འདྲིས་མ་སོང་བ། གཙང་མ་གཙང་ཀྱང་དེ་ཚེ་ཁོ་རང་ངག་བཅད་ཐོས་གདམས་སོ་སོ་གི་དེ་ནི་མ་ནི་དེ་ཐུགས་འབྲང་བ་ཡིན་ན། ཕན་ཡོན་འགྱུར་གྱི་འདྲ་གི་ཡོད་མ་རེད། དེ་ནི་དོགས་ཟིན་ད་འདི་འདྲ་བའི་གི་མ་ནི་འབྲང་བ་གི་སྐབས་སུ་དེ་ནི་བསམ་མོ་ཐོག་མར་དེ་ད་ལྟ་རིང་ང་རང་གི་ཀུན་སློང་སྐོར་ནས་ཅིག་ཞུས་ན་འདྲ་བསམ་པ་རེད། ད་འདིའི་གི་སྐབས་སུ་བསམ་མནོ་ག་རེ་བཏང་དགོས། ད་བསམ་པ་བཟང་ཆུ་མཆོག་ཏུ་སེམས་བསྐྱེད་དགོས་རེད་བསམ་པ། ད་རྒྱ་ཆེ་བ་བཟང་ཆུ་སེམས་ཀྱི་ཀུན་སློང་གི་འགོག་རེད་ཟེར་དུས་ད་བཟང་ཆུ་སེམས་ཀྱི་ཀུན་སློང་ཟེར་ཡ་དེ་ལ་བསམ་མནོ་ག་འདྲས་ཅིག་བཏང་དགོས་རེད་ཟེར་ན། ད་ང་རང་ཚོ་ད་ལྟ་ག་བ་ལ་གནས་ཡོད་རེད། འཁོར་བ་ལ་གནས་པའི་གང་ཟག་རེད་བ། འཁོར་བ་ལ་གནས་པའི་གི་སེམས་ཅན་རེད། ད་འཁོར་བ་ལ་གནས་པའི་གི་ཚེ་ན། ད་ནི་སེམས་ཅན་གང་འདྲའི་ཅིག་ཡིན་པས་ཡིན་ན་ཡང། སེམས་ཅན་ཐམས་ཅད་རང་གི་ད་ཐོག་མ་མེད་པའི་དུས་ནས་བཟུང་སྟེ། ད་ཕ་མ་དང་བུ་ཚ་རེས་མོས་མ་བཟོས་བ་ཕ་ཁྱེར་མེད་པ་དག་ཅིག་རེད་ཟེར་ནས་དེ་འདྲས་གསུང་གི་ཡོད་རེད། ད་ཕ་མ་མ་བཟོས་བ་སྐྱེས་ཀྱང་མེད་པ་ཅིག་བྱེད། ད་ཕ་མ་ཟས་སྤེལ་གྱི་དུས་སོ། ད་དཔེ་ཆ་བཞག་ན། ད་ལྟའི་གི་ཕ་མ་རང་རང་སོ་སོར་ད་ཕ་མ་རེ་རེ་ཡོད་རེད་བ། འོ་དེའི་ནང་ནས་ཀྱང། ཕ་མ་གཉིས་ལས། གཉིས་ལས། ད་ད་རུང་བཀའ་དྲིན་སུ་བྱེད་ཀྱི་ཡོད་རེད་ཟེར་ན་ད་དེ་འདྲའི་ཅིག་ཞུས་པ་ཡིན་པ་ཡིན་ན། ད་ནི་བརྩེ་བའི་མ་དེ་བཀའ་དྲིན་ལྷག་པར་དུ་བྱེད་ཀྱི་ཡོད་རེད། དེ་འདྲའི་ཡིན་དུས། ད་སོ་སོ་གི་ཚེ་འདི་ཉིད་ཀྱི། ད་ཕྱིན་འདི་ནས་ཀྱང་བརྩེ་བའི་ཕ་མ་དེ་ཚོས་ཀྱི་སོ་སོ་ལ་འདེང་ག་འདྲའི་རྒྱག་གི་ཡོད། སོ་སོ་ལ་བཀའ་དྲིན་ག་འདྲའི་ཀྱི་བསྐྱང་གི་འདུག་ཨོ། ད་སོ་སོ་ལ་དངོས་གནས་དྲང་གནས་ཀྱི་ཅིག། ད་པད་མ་སྲིད་པའི་བློས་བཏང་ག་འདྲའི་ཅིག་བྱས་འདུག། བཀའ་དྲིན་ཆེན་པོ་ག་འདྲའི་ཅིག་རེད་འདུག་སོ་སོ་གི་བསམ་བློ་བཏང་བ་ཡིན་ན། རང་སེམས་ལ་ཁྲ་ལྷ་མེད་ཤར་རྒྱུ་ཡོད་རེད། བྱ་ཚང་ཁ་ཁོག་རེད། ང་རང་ཚོ་ཕ་མ་མེད་པ་ནི་ཅི་རྐྱེན་ཡོག་མ་ར་བ། ད། དངོས་གནས་དྲ་གནས་ཁོས་མེ་ཏོག་དཔེ་མི་སྦོབ་ནི་ཅི་ཡོང་ན་གནས་སྐབས་ཕ་མ་ཡི་ཡོག་མ་རེད་དེ། ཡིན་ན་ང་རང་ཚོ་སྔར་གྱི་ཤ་ཁྲག་རེད་སྔར་གྱི་ཤ་ཁྲག་ཡིན་དུས་ཕ་མ་ཡོད་པ་རེད་ཕ་མ་ཡོད་པ་ཡིན་དུས་དེ་ཚོ་བཀའ་དྲིན་ཆེན་པོ་ག་འདྲས་ཡིན་པ་དེ་སོ་སོའི་གི་སེམས་ནི་སར་ལྷམ་མེ་ཤར་གི་ཡོད་རེད། ད་འོ་ན་བཀའ་དྲིན་ག་འདྲས་ཀྱི་བསྐྱངས་ཡོག་རེད་ཟེར་བ་ཡིན་པ་ཡིན་ན། ང་རང་ཚོའི། ད་དངོས་གནས་ཁོ་རང་གཅིག་ཕྲུ་གུ་ཆུང་ཆུང་ནི་མ་སྐྱེས་ནས་བཟུང་སྟེ། དེ་ཕྱི་ཁོ་རང་གཅིག་ད་དངོས་གནས་དྲ་གནས་ཀྱི་གཟུགས་པོ་ཡོངས་སུ་ལོན་པའམ་སོ་སོའི་གཅིག་རང་རྐྱ་བོར་བ་གཅིག་ལ་མ་ཐོགས་ཀྱི་བར་དུ་ལ་ཕ་མའི་བཀའ་དྲིན་བསྐྱངས་ཡོད་པ་དེ་བཤད་མ་དགོས་པ་དེའི་ནང་ནས་ཀྱང་སོ་སོ་ལ་ད་ཅིག་བཀའ་དྲིན་བསྐྱངས་ཡོད་པ་བརྗོད་མི་དགོས་པ་ཙམ་དུ་མ་ཟད་ད་འདིའི་ནང་ན་ཡོད་བསྡད་པ་མང་ཆེ་ཤོས་དེ་ལྟ་ཅིག་སོ་སོས་ཀྱི་ལྟ་ཕྲུ་གུ་ག་འདྲས་ཅིག་བསྐྱངས་ཡོད་པ་འདི་ཚོ་ལ་བརྩེ་བ་ག་འདྲས་བྱེད་ཀྱི་ཡོད་པ་དེ་སོ་སོ་ལ་ཡང་ཉམས་མྱོང་ལྡན་བསྡད་པ་ད་ཕ་ཁྱེར་བརྒྱ་ཆ་འདྲ་ཅིག་ལ་བསྐོར་བ་ཡིན་ན་བརྒྱ་ཆ་བདུན་ཅུ་འདྲ་བོ་དེ་ཕ་ཁྱེར་ཉམས་མྱོང་ཅིག་ཤ་སྟག་ཅིག་ཆགས་བསྡད་ཡོད་དུས་ད་ནི་ཅིག་སོ་སོས་ཀྱི་ཕ་མ་ལ་བག་བཙལ་བ་ག་འདྲ་ཡོད་པ་དང། དེ་ག་ནང་བཞིན་གྱི་སོ་སོའི་ད་ཕ་མ་བྱས་པའི་དུས་སུ་ཕྲུ་གུ་ལ་ག་འདྲས་ཀྱི་བརྩེ་བ་རྒྱག་གི་ཡོད་པ་གཉིས་ཆད་ཀྱི་ཉམས་མྱོང་ཡོད་བསྡད་པ་འདྲ་བོ་ཅིག་ཆགས་བསྡད་ཡོད་རེད། དེ་འདྲས་ཡིན་དུས་ད་སྤྱི་ཡོངས་ཀྱི་ཆ་ནས་ཕ་མ་ཟས་པའི་དུས་སུ་དྲིན་ཆེན་པོས་ཀྱི་བསྐྱང་བ་འདི་ཡང་ག་འདྲས་ཀྱི་བསྐྱང་བ་རེད་ཟེར་དུས་ཟས་ཀྱི་ཕོད་ཟེར། དེ་ག་ནང་བཞིན་གྱི་ད་གོས་ཀྱི་བརྩེ་གཡོག། ད་ནི་ཤེས་འདི་ནས་ཀྱང་བསམ་པའི་སྤྱིའི་སེམས་ཀྱི་དྲིན་ཆེན་ཤ་སྟག་ཅིག་ཡིན་པ་དེ་བཤད་མ་དགོས་པ་རེད། ད་འདི་སྤྱི་བཏང་གི་རྣམ་པ་ཚོས་སྨྱུང་བ་གཏན་ནས་ཡང་གྲོགས་བསྡད་པ་རེད། དེ་འདྲས་ཡིན་དུས་ད་སྤྱིར་བཏང་གི་ད་ལྟ་ང་རང་ཚོ་གོ་སྐབས་བཟང་པོ་ཅིག་དེ་འདྲས་བྱུང་ཡོད་རེད་ད་ད་ཐེག་གི་ཕ་མ་འདྲ་བོ་ཅིག་ཡིན་ན་ཡང། ད་ཅིག་དུས་བྱས་ནས་སྤྱི་ཡོངས་ཀྱི་ཆ་ནས་བརྟག་པ་ཡིན་ན། ད་ཚེ་འདི་ཉིད་ཀྱི་ཕ་མ་ཡང་ཧ་ལམ། མང་ཆེ་ཤོས་རྫོགས་ཚར་བ་འདྲ་བོ་ཅིག་ད་སོ་སོའི་ཕ་མ་གི་ད་ཚོ་སླེབས་བསྡད་པ་འདྲ་བོ་ཅིག་དེ་འདྲས་ཀྱི་ཆགས་འདུག་བ། ད་དྲིན་ཆེན་དེ་དག་ཐམས་ཅད་སྐྱེ་སྟངས་ཀྱི་ཆ་ནས་ག་རེ་བསམ་གི་ཡོད་རེད་ཟེར་དུས་ཆ་ཚང་ང་རང་ཚོ་སྐྱེ་འཚོང་ཡིན་པ་བདེ་བ་འདོད་ཀྱི་ཡོད་རེད། ད་མི་འདུག་རྒྱུ་དེ་ག་རེ་རེད་ཟེར་དུས་སྡུག་བསྔལ་འདོད་ཀྱི་ཡོད་མ་རེད་རང་བཞིན་ཆ་ཚང་གཅིག་པ་རེད། བདེ་བ་འདོད་པ་གཅིག་དང་སྡུག་བསྔལ་མི་འདོད་པ་དེ་གཅིག་པ་གཅིག་རྐྱང་རེད། དེ་འདྲའི་ཡིན་པ་རེད་དེ་ཡིན་ན་ཡང། ད་འདོད་པ་བདེ་བ་འདོད་ན་ཡང། བདེ་བའི་གི་རྒྱོ་ག་རེ་བྱ་གི་ཡོད་རེད་དགེ་བ་བྱ་གི་ཡོད་རེད། ད། བདེ་བའི་རྒྱོ་དགེ་བ་ད་འདིའི་རགས་པའི་དབང་དུ་བསམ་བློ་བཏང་བ་ཡིན་ན། ད་ཆུ་དགེ་བ་ཅོ་སི་བྱེད་ཀྱི་ཡོད་རེད་ལུས་ཀྱི་དགེ་བ། གསུམ་ངག་དགེ་བ་བཞི་ཡས་ཀྱི་དགེ་བ་གསུམ་ཟེར་དགེ་བ་བཅུ་ཟེར་ནི་ཞིག་ཡོད་རེད། འོ་དེ་འདྲ་བའི་གི་དགེ་བ་བཅུ་དེ་ནི་ཧ་ལམ་འགྲོ་མི་ཤེས་པ་ཤེས་པ་ལས་ཀྱང་མི་ཤེས་པ་མང་བ་འདྲ་བོ་ཅིག་ཆགས་ཏེ་ཡོད་རེད། ད་དེ་ཙམ་དུ་མ་ཟད་ད་རིགས་དྲུག་ལ་ཡོད་པའི་གི་སེམས་ཅན་དེ་དག་ཐམས་ཅད་ཀྱང་ད་ལྟའི་ང་རང་ཚོ་གི་ཕ་མ་ཟེར་པ་ནང་བཞིན་ཅིག་གི་བཀའ་དྲིན་ཆེན་པོ་ཤ་སྟག་གི་བཅངས་ཡོད་རེད། དེ་དག་ཐམས་ཅད་ད། དངོས་གནས་དྲ་གནས་ཀྱི་འདོད་རྒྱུ་བདེ་བ་འདུག་ན་ཡང་བདེ་བའི་རྒྱུ་ནི་སྒྲོག་མ་ཤེས། མི་འདུག་རྒྱུ་སྡུག་བསྔལ་ཡིན་ན་ཡང་སྡུག་བསྔལ་གྱི་རྒྱུ་ལ་ནི་ངམ་ངམ་ཤོག་ཅིག་གོམས་སོང་བའི་སྟོབས་ཀྱིས་ད་ལྟ་ག་བ་ཡོད་རེད་ཟེར་ན། ད། ང་རང་ཚོའི་གི་ཕ་མར་གྱུར་པའི་སེམས་ཅན་ཁ་ཅིག་ནི་ད་ལྟ་དམྱལ་བའི་གི་གནས་སུ་སྐྱེས་ཡོད་པ། ད་ནི་སེམས་ཅན་ཁ་ཅིག་ནི་ཡི་དྭགས་ཀྱི་གནས་སུ་སྐྱེས་ཡོད་པ། སེམས་ཅན་ཁ་ཅིག་ནི་དུད་འགྲོའི་གྱི་གནས་སུ་སྐྱེས་ཡོད་པ། ད་ནི་སེམས་ཅན་ཁ་ཅིག་ནི་ད་ད་ལྟ་མི་ཡི་གནས་སུ་ལ་ཡང་ཡོད་བསྡད་པ། ད་ནི་སེམས་ཅན་ཁ་ཅིག་ནི་ད་ལྟའི་ཙི་བདེ་བ་ཅུང་ཟད་ཡོད་པའི་གི་མཐོ་རིས་ལྷ་ཡི་གནས་སུ་ཡང་ཡོད་བསྡད་པ། ད་ཐུགས་རྗེ་ཆགས་བསྡད་ཡོད་རེད། ད་འདི་དག་ཐམས་ཅད་ཀྱི་ནང་ནས་ཀྱང་ངན་སོང་སོམ་ལྟ་བུ་ཅིག་ལ་ཆ་མཚོན་པ་ཡིན་ན་ང་རང་ཚོ་ཅིག་དངོས་གནས་དྲ་གནས་ཀྱི་དམ་པའི་ཆོས་ཅིག་སྒྲོག་འོང་སྐབས་སུ་ལ་ཡང་ད་འདི་ཚོས་ཀྱི་དོང་དུ་སྔོག་དགོས་ཡ་ད་གར་ཆེན་པོ་ཆགས་ཀྱི་ཡོད་རེད་ག་རེ་ཟེར་དུས་ཕ་མ་ཡིན་དུས་ཕ་མ་དེ་ལ་བཀའ་དྲིན་གསོལ་ཡ་དེ་ད་ནི་ང་རང་ཚོ་བུ་ཕྲུག་གི་ལས་འགན་འདྲ་བོ་ཅིག་ཆགས་ཀྱི་ཡོད་རེད་འོ་དེ་དེ་ལྟར་དུ་བྱས་ཡོང་དུས་ད་དངོས་གནས་དྲ་གནས་ཅིག་ད། གཉེར་བ་ཡི་དྭགས་དུ་འགྲོ་བས་སྐྱེ། ད་གཉེར་བ་དེ་ཚོའི་གི་ནང་ལོགས་ལ་སྐྱེ་བདེ་བ་དེ་ཚོ་ལ་རང་དབང་ཡོག་རེད་བས་སེམས་རང་དབང་ཡོག་མ་རེད་བ། ད་གཉེར་བ་དེ་ལ་ཡང་སྐྱེ་སྟངས་གི་ཚ་གཉེར། གྲང་གཉེར། ཉལ་ཚེ་ཉལ་འཁོར་སེམས་དེ་ནས་མང་པོ་ཤེས་ཡག་ཡོག་རེད་ད་ཁྲ་ཞིང་ཁྲ་བ་ཤེས་ན་ཉི་མ་སྐྱོལ་ཤེས་ན་ཡང་ཚར་གི་མ་རེད་བ། ད་ཡིན་བ་ཡིན་ན་ཡང་གཉེར་བའི་གི་སྡུག་བསྔལ་གཙོ་བོ་དེ་ཚ་གྲང་གི་སྡུག་བསྔལ་དེ་གི་མནར་གི་ཡོག་རེད། ད་ཚ་གྲང་གི་སྡུག་བསྔལ་ཟེར་ཡ་དེ་ང་རང་ཚོས་གི་སེམས་ཐོག་ལ་བླང་བ་ཡིན་ན་གོ་བདེ་བོ་འདྲ་བོ་ཅིག་བཤད་པ་ཡིན་ན། དཔེ་ཆ་རྒྱག་ན་སོ་སོའི་གི་རང་གི་ལུས་ལ་དཔེ་ལོག་ན་གཞན་ལ་གནོད་པ་མ་བཟོས་ཅིག་ཟེར་བ་ནང་བཞིན། སོ་སོའི་གི་སེམས་ཐོག་ལ་ཚོར་བླང་ནས་བསམ་བློ་ཅིག་བཏང་བ་ཡིན་ན་ང་རང་ཚོ་ལ་སྤུས་ཀྱི་མེ་ཆུང་ཆུང་ལྟ་བུ་ཅིག་གཟུགས་པོ་ལ་ཐུག་བ་ཡིན་ན་ཡང་ཨ་ཚ་ཚ་ཟེར་ནས་བཟོད་གི་ཡོད་མ་རེད། དེ་འདྲ་བའི་གི་སྤུས་ཀྱི་མེ་ལྟ་བུ་དེ་ལ་མཐའ་མར་གྱི་མེ་ཟེར་གྱི་ཡོད་རེད། དེ་འདྲ་བ་ལས་ཚ་བ་བསྡུ་འགྱུར་གྱི་ད་ལྟ་བརྩེགས་ལྡན་གྱི་མེ་ལྟ་བུ་ཚ་བ་བྱེད་ཀྱི་ཡོད་རེད་ཟེར་བཤད་ཀྱི་འདུག་ད་བརྩེགས་ལྡན་གྱི་མེ་དེ་ལས་ཀྱང་ཚ་བ་བསྡུ་འགྱུར་གྱི་ཆེ་བ་དེ་ད་སྐར་པ་ཞིག་བུ་གི་དུས་མཐུག་གི་མེ་ཟེར་ཡ་རེད་ཚ་བ་བྱེད་ཀྱི་ཡོད་རེད་དེ་ལས་བསྡུ་འགྱུར་གྱི་གཉེར་བུ་གི་མེ་ཚ་བ་བྱེད་ཀྱི་རེད་དེ་འདྲས་གསུང་གི་ཡོད་རེད་ད་འདི་འདྲའི་ཅིག་གི་ནང་ན་ལྷོང་དེ་བས་གི་གང་ཟག་ཅིག་ལ་བསམ་བློ་བཏང་བ་ཡིན་ན་དེ་ང་རང་ཚོ་སྙིང་མ་རྗེ་རང་རྗེ་ལྟ་བུ་ཅིག་འོ་ད་དངོས་གནས་དྲང་གནས་ཀྱི་ཆེག་བཟང་པ་དང་སྙིང་རྗེ་ཟེར་ཡ་དེ་མི་སྐྱིད་ཐ་མི་ལྟ་བུ་དེ་ཆགས་ཀྱི་ཡོད་རེད་བསམ་བློ་མ་བཏང་ན་ནི་ཚོ་ག་རེད་བསམ་བློ་བཏང་བ་ཡིན་ན་འདི་ཚོ་དངོས་གནས་དྲང་གནས་ཀྱི་བཟང་སྙིང་རྗེ་ཀྱི་ད་སྐྱེ་དགོས་ཡག་གི་པའི་དུས་སྐབས་ཅིག་ཤར་གྱི་ཡོད་རེད་ད་སྐྱེ་དགོས་ཡག་དེ་ཡང་ད་ནི་ཅིག་སོ་སོའི་ཀྱི་ཕ་མ། ཚེ་རབས་སྔོན་མོའི་གི་ཕ་མ་དེ་འདྲས་ཡིན་པ་རེད། དེ་འདྲས་ཡིན་དུས་རྩ་ནས་ཏི་ནི་ཅིག་དེ་ཚོའི་སྡུག་བསྔལ་བསམ་གྱིས་མི་ཁྱབ་པ་གི་མནར་དུ་ཡོད་འོས་དུས་ཏི་ནི་འདི་འདྲས་གི་སྡུག་བསྔལ་རྒྱུ་འབྲས་གཉིས་ལ་གྲ་འདུག་ཅིག་སྙིང་རྗེ་ཅིག་དང། ཏི་ནི་ཅིག་བདེ་སྐྱིད་ཕུན་སུམ་ཚོགས་པ་དང། ད་བདེ་བ་ཕུན་སུམ་ཚོགས་པ་ཅིག་དང་དེའི་གི་རྒྱུ་དགེ་བ་ཕུན་སུམ་ཚོགས་པ་ཅིག་ལ་སྐྱུག་ཐུབ་པར་ཤོག་སྙམ་པ་ལྟ་བུ་ཅིག་གི་ཏི་ནི་ཅིག་བདེ་བ་རྒྱུ་འབྲས་ལ་སྨོན་དགོས་ཡ་ཨོ་ད་དེ་འདྲས་ཅིག་བྱ་གི་ཡོད་རེད། ད་སྤྱི་བཏང་གི་དེ་ཚོས་ཀྱི་སྐབས་སུ་ལ་དེ་ནི་ཀྱི་དགེ་བ་འགྲོ་མི་ཤེས། མདོ་སྔར་མི་འདུ་བ་ཡིན་ན་ཡང་དེའི་རྒྱུ་སྡིག་པ་མི་དགེ་བ་བཅུ་སྤང་མི་ཤེས་པར། དེ་ནི་སོ་སོའི་ཀྱི་བསམ་མནོ་ནང་ཡོད་བསྡད་པ་དེ་དང་དེ་ནི་ལག་ལེན་དེ་ཉིད་སེམས་ཀྱི་ལོག་ཏུ་སོང་ནས་ད་དཔེ་ཆ་བཞག་པ་ཡིན་ན། དེ་ནི་ཀྱི་ལམ་ལོག་པ་མགོ་རྨོངས་པོ་ཆགས་ནས། དཔེ་ཆ་བཞག་ན་ལུང་ཨ་ཅེ་ཐང་གི་གཅེར་ལ་ལུས་སོང་བ་ཡིན་ན་ཕར་འགྲོ་ན་ཡང་གཡང་གཟར་ཚུར་འགྲོ་ན་ཡང་གཡང་གཟར་མར་འགྲོ་ན་ཡང་གཡང་གཟར་ཆགས་བསྡད་པ་གྱིས་ལམ་གཅིག་གཅིག་པོ་གཅིག་ཡོད་པ། ཅིག་ཡོད་ན་ཡང་དེ་ལ་འཁྲིད་མཁན་གཅིག་མིན་ན་འགྲོ་ཐུབ་ཡ་ཡོད་མ་རེད། ད་ག་བ་འགྲོ་ན་ཡང་ཟག་ཆོག་ཆོག་འདྲ་བོ་ཆགས་བསྡད་པ་ནང་བཞིན་གཅིག་ནི། ད་ནི་གཅིག་ལུང་ཨ་ཐང་གཅེར་ལ་ལུས་པ་ལྟ་བུ་གི་སེམས་ཅན་དེ་དག་ཐམས་ཅད་ལ་ད་དངོས་གནས་དྲ་ནི་སྙིང་རེ་རྗེ་ཤ་རེ་ཚ་ད་ལིང་ངག་གིས་གཅིག། མ་ནི་འཕྲུལ་འཁོར་བཅས་ཡིན་ན་ཡང་འདྲ། ད་ཁོ་རང་གཅིག་དམ་བུ་ཆུའི་ཟབ་མོ་ཉན་པ་ཡིན་ན་ཡང་འདྲ། སྒྲུབ་པ་ཡིན་ན་ཡང་འདྲ། དེ་འདྲའི་ཉམས་སུ་བླངས་ཏེ་འདི་རྣམས་ཀྱི་དོན་དུ་སྒྲུབ་ཏུ་ཡོད་པས་ཕ་མར་གྱུར་པའི་སེམས་ཅན་ད་རིགས་གྲོགས་ཀྱི་སྡོང་ཧར་གྱི་སྡོང་བ་འདི་རྣམས་རིགས་གྲོགས་སོ་སོའི་ལས་སྣང་དང

དེ་ག་ནང་བཞིན་གྱི་ལྷ་ལ་མཁྱེན་ཕོ་རོང་གི་སྡུག་བསྔལ་སེལ་བྱེད་ཡོང་དུས། ད་འཁོར་བ་ཁ་བརྒྱ་རྩའི་ཙམ་ལ་བདེ་བ་ནང་ཡང་ཡོད་མ་ཡིན་སེམས་སོང་འོང་དུས་ད་དམ་པོའི་དོན་དུ་དེ་འདྲའི་ཆེད་ནས་ཅིག་བསམ་བློ་ཅིག་བཏང་ཡོང་བ་ཡིན་ན། འཁོར་བ་ཟེར་ཡ་དེ་ལ་ཅིག་སྐྱེས་ཚར་བའི་གི་མཇུག་ཐོགས་ལ་དེ་ནི་བདེ་བའི་གོ་སྐབས་དེ་ཕ་ཆེར་ཁབ་རྩེ་ཙམ་ཡང་རྙེད་རྒྱུ་མེད་བསྡད་པའོ་དེ་འདྲའི་ཅིག་བྱ་དེ་ཡོད་རེད། དེ་ཐམས་ཅད་ཀྱི་སྡུག་བསྔལ་རྒྱུ་འབྲས་དང་བཅས་པ་བག་ཆགས་དང་བཅས་པ་ཐམས་ཅད་དགྲར་ཏེ། ད་ནི། ད་སེམས་ཅན་དེ་དག་ཐམས་ཅད་རྣམ་མཁྱེན་སངས་རྒྱས་ཀྱི་གོ་འཕང་ཅིག་ཐོབ་པར་བྱའོ་སྙམ་པ་འདི་ལ། ད་ནི་ཅི། ད་ང་རང་ཚོ་གི་ཆ་ཚང་གི་འདུན་པ་དེ་དེ་འདྲས་ཅིག་གཏད་དགོས་ཡ་དེ་དཔེ་གལ་ཆེན་པོ་རེད། བསམ་པ་བཟང་པོ་དེ་འདྲས་ཅིག་བཅང་དགོས་ཡ་དེ་དཔེ་གལ་ཆེན་པོ་ཅིག་ཆགས་དུ་ཡོད་རེད། ལྟ་བྱེད་དང་གི་རྣམ་པ་ཚུལ་བསམ་པ་བཟང་པོ་ཅིག་བསྐྱང། འདུན་པ་ཡག་པོ་ཅིག་བསྐྱང་ནས། ད་ནི་ཅིག་ད་མ་ནི་དོང་གྲོབ་དེ་འདྲས་ཅིག་འཚོ་གི་ཡོད་པའི་གི་ཆུ་བོ་དག་མཐོང་བ་ནས་བཟུང་སྟེ་དགའ་དད་སྤྲོ་གསུམ་གྱི་སྟེང་ནས། ད་འཛོམས་ཡོད་པའི་གི་རེ་བ་དང་ཡིད་ཆེས་ཐུགས་སུ་ཡོད་ལ། དེའི་རྣམ་པ་ཚུལ་དེ་ལྟ་བུ་ཅིག་སྣང་ཡ་དེ་པེ་གར་ཆེན་པོ་ཅིག་རེད་དེ་ཡོད་རེད་འདུན་པ་དེ་ནོར་ཡོད་མ་རེད། པེ་གར་བཀར་བ་བཟང་པོ་རེད། དེ་འདྲའི་གི་དགེ་བ་འདི་སོ་སོའི་གི་བསམ་མནོ་རྒྱ་ཆེན་པོ་ཅིག་དང། ད།

ད་ང་རང་གཅིག་པོ་གྲོང་དུ་མ་ན་འདོན་གྱི་ཡོད་བསམ་གྱིས་གཞན་པ་སུ་གཅིག་ལ་ས་ནོར་མ་བཏང་བ་བྱས་ནས་མ་ན་འཕྲུལ་འཁོར་གཅིག་ལྟ་བུ་ཅིག་བཏུང་ན་འདི་ལ་ཕན་ཡོན་ཡོད་རེད་ཟེར་ན་ཕན་ཡོན་ཡོད་རེད། ཕན་ཡོན་ཡོད་རེད་དེ་ཡིན་ན་མ་ན་འཕྲུལ་འཁོར་གཅིག་ཁོ་རང་གི་ཕན་ཡོན་དེ་སོ་སོ་ལ་ད་མ་ན་འཕྲུལ་འཁོར་གཅིག་བཏོན་པའི་ཕན་ཡོན་ཙམ་གྱིས་མ་གཏོགས་འདི་ལས་ལྷག་པ་ཅིག་ཐོབ་ཐུབ་ཀྱི་རེད་བསམ་ན་ཐོབ་ཐུབ་ཀྱི་མ་རེད་དེ་ཀུན་སློང་དེ་རག་ལས་དེ་ཡོད་རེད།

འདི་ལ་ད་ནང་མི་མི་མགོ་གྲང་སྐྱོ་ཡོད་ན་འདྲ་སྒོ་ཡོད་ན་འདྲ་དེའི་ལྟ་བུ་གི་འཕྲིན་སྐོར་སྒོ་ཙམ་སྐྱོ་ཙམ་གྱིས་ཕན་ཡོང་ཅིག་ཐུབ་གི་ཡོད་རེད་དེ་ཁོ་རང་འགྲོ་སྟངས་འདྲ་བོ་ཅིག་ཅིག་ཆགས་དུ་ཡོད་ནའོ་ད་འདི་ཀུན་སློང་འབྲིང་པོ་འདྲ་བོ་ཅིག་ཆགས་དུ་ཡོད་ད་ཀུན་སློང་ད་ལྟ་གི་གཙོ་བོའི་ནང་གི་གཙོ་བོའི་ཀུན་སློང་དེ་བསམ་པ་རྒྱ་ཆེ་བ་བཟང་ཕྱོགས་སེམས་ཀྱི་ཀུན་སློང་ཟེར་ཡ་དེ་ངས་ད་ལྟའི་ཞུས་པ་ནང་བཞིན་ནམ་མཁའ་མཐར་ཁྱབ་ཀྱི་སེམས་ཅན་དེ་དག་ཐམས་ཅད་ཕ་མ་མ་བཟས་པའི་སྐྱེ་རྒ་མི་འདུག་ཕ་མ་ཟེར་པའི་དུས་སུ་བཀའ་དྲིན་ཆེན་པོ་ཤ་སྟག་ཅིག་རེད་འདུག་དེ་དག་ཐམས་ཅད་འདོད་རྒྱུ་བདེ་བ་འདོད་ཀྱི་འདུག་དེ་བདེ་བ་རྒྱུ་དགེ་བ་ནི་སྒྲོབ་བྱེད་མི་འདུག་མི་འདུག་རྒྱུ་དེ་སྡུག་བསྔལ་རེད་འདུག་སྟེ་སྡུག་བསྔལ་གྱི་རྒྱུ། སྡིག་པ་རེད། མི་དགེ་བ་རེད་དེ་ནི་སྤང་ཤེས་ཀྱི་མི་འདུག་དེའི་རྒྱུ་མཚན་ལ་བརྟེན་ནས། རྟ་འདི་དག་ཐམས་ཅད་སྔོན་གནས་གྲངས་གནས་ཀྱི་ཅིག། སྡུག་བསྔལ་རྒྱུ་འབྲས་དང་བཅས་པར་ཅིག་གྲར། དེ་ནི་བདེ་བ་རྒྱུ་འབྲས་དང་ལྡན་པ་ཅིག་རྒྱུ་འབྲས་དང་བཅས་པ་ཅིག་ལྡན་པར་ཅིག་ཡོང་ན་བསམ་པའི་གི་བསམ་མནོ་རྒྱ་ཆེན་པོ་བྱས་ང་རང་གི་མ་ནི་འཕྲུལ་འཁོར་གཅིག་པོ་འདི། ནམ་མཁའི་མཐར་ཁྱབ་ཀྱི་སེམས་ཅན་ཐམས་ཅད་ཀྱི་ཆེད་དུ་བསྒྲུབ་དགོས་ཡིན། དེ་དག་ཐམས་ཅད་ཀྱི་བདེ་བའི་རྒྱུར་འགྱུར་བར་ཤོག་དེ་འདྲའི་གི་སྔོན་གནས་ཁེར་ང་རང་གི་རྟ་ཟ་བ་ཅིག་བཟོ་གི་ཡིན་བསམ་ན། དེ་འདྲ་བར་དུ་དཔེར་ན་སེམས་ཅན་དེར་མཐའ་ཡོད་རེད་བསམ་ན་སེམས་ཅན་ལ་མཐའ་ཡོད་མ་རེད། དཔེར་ན་ནམ་མཁའ་ནང་བཞིན་རེད་ལ། ནམ་མཁའ་ཟེར་ཡ་དེ་ལ་མཐའ་དང་དབུས་ཡོད་མ་རེད་བ་མཐའ་ཡོད་མ་རེད་བ། དེ་ག་ནང་བཞིན་གྱི་སེམས་ཅན་ཟེར་ཡ་དེ་ལ་ཡང་ཟས་ཟས་པ་ག་མཐའ་འདྲ་བོ་དང་སེམས་ཅན་དེ་ག་ཚ་ཅིག་ཡོད་རེད་དེ་ག་ཚ་ཡོད་མ་རེད་ཟེར་ང་ཚོ་ཤེས་ཐུབ་མ་རེད། འོ་དེ་འདྲའི་གི་སེམས་ཅན་ལ་མཐའ་མེད་པ་ཡིན་ཙང་དེ་གི་ཆེད་དུ་བགྲོད་པའི་གི་དགེ་བ་དཔལ་ནི་མ་ནི་འཕྲིན་སྐོར་གཅིག་སྟོན་པ་འདི་ལ་ཡང་ཕན་ཡོང་གི་ནུས་པ་འདྲ་བོ་ཕན་ཡོང་འདྲ་བོ་དེ་ལ་མཐའ་ཡོད་རེད་བས་སེ་ན་མཐའ་རྩ་བ་ཉིད་ནི་ཡོད་བ་མ་རེད་སོང་དེ་འདྲའི་གི་རླབས་ཆེན་པོ་ཅིག་ཆགས་གི་ཡོད་རེད། འདི་སོ་སོ་གི་ཀུན་སློང་བསམ་བློ་བཏང་སྟངས་འདི་དཔེ་མི་སྲིད་པའི་གར་ཆེན་པོ་ཅིག་ཆགས་གི་ཡོད་རེད། དེ་ཡིན་པའི་རྒྱུ་མཚན་ནི་དེ་ནི་ང་རང་ཚོ་ཅིག་ད་ཆུ་ཉེན་པའི་གི་དུས་སུ་ཡིན་ན་ཡང་འདྲ། སོ་སོའི་གི་མ་ནི་བསྒྲགས་ནས་བགྲོད་པའི་གི་དུས་སུ་ཡིན་ན་ཡང་འདྲ། དེ་སྔ་ནང་བཞིན་གྱི་ཅིག། ད་མཆོད་སྤྱིན་ལ་སྐོར་ར་རྒྱག་ལ་ཕེབས་པའི་དུས་སུ་ཡིན་ན་ཡང་འདྲ། ཅིག། སོ་སོའི་གི་ལང་འཁོར་ཅིག་གཡུག་གི་ཡོད་ན་ཡང་འདྲ། དེ་འདྲའི་གི་དུས་དང་རྣམ་པ་བཀོད་ཡིན་འདོད་ལ་དེ་འདྲ་བོའི་གི་བསམ་བློ་གཏོང་ཡ་དེ་དཔེ་མ་བསད་པའི་གར་ཆེ་བ་ནང་གི་ཆེ་བ། ད་ངོ་ནས་མེད་མཐའ་མེད་པའི་གི་བསམ་བློ་ཅིག་ང་ཚོ་དེ་ཆགས་དུ་ཡོད་རེད། འདི་དཔེ་གར་ཆེན་པོ་རེད་དེ་རྣམ་པ་ཚོ་གི་དེ་ལོག་ཐོག་ལ་བཞག་ནས། དེ་ནི་ཆེས་དགེ་བའི་རྩ་བ་རྒྱ་ཆེན་པོ་གཅིག་བསྒྲུབས་ན་འདྲ་རྒྱ་ཆུང་ཆུང་གཅིག་བསྒྲུབས་ན་འདྲ་རྒྱ་ཆེ་ཆུང་ཇི་ལྟ་བུ་ཞིག་བསྒྲུབས་ཀྱང། དེ་ནི་དགེ་རྩ་དེ་ཐབས་ཀྱིས་ཟིན་པར་ཟེར་དགོས་ཡ་དེ་དཔེ་གལ་ཆེན་པོ་རེད། ཐབས་ཀྱིས་ཟིན་པར་ཟེར་བ་ཟེར་ཡ་དེ་ལ་སྤྱི་དང་གི་སྦྱོར་བ་སེམས་ཀྱིས་ཟེར་ཡ་དེ་ད་ལྟ་དེ་གོང་ནས་ཞུས་པ་ནང་བཞིན་གཅིག་སེམས་ཅན་དེ་དག་ཐམས་ཅད་སྡུག་བསྔལ་རྒྱུ་འབྲས་དང་བཅས་པ་ལས་དགྲར་ཏེ་བདེ་བ་རྒྱུ་འབྲས་དང་བཅས་པ་ལ་ཡ་དགོས་ཀྱི་ཡིན་བསམ་པ་དེ་ལ་སྦྱོར་བ་སེམས་ཀྱིས་དམ་པ། འདི་དཔེ་མི་སྲིད་པའི་གར་ཆེ་བ་ནང་གི་ཆེ་བ་ཅིག་ཏུ་ཆགས་ཀྱི་ཡོད་རེད། དེ་ཡིན་དུས་དེ་རྣམ་པ་ཚོས་ཀྱི་དེ་ལོག་ཐོག་ལ་བཞག་ནས་དངོས་གནས་དྲ་གནས་ཀྱི་ཅིག་ལྟ་ཅི་ལྟར་ང་རང་ཚོ་དགེ་བ་སྒྲུབ་པའི་གི་ཚེ་ན་དམ་པ་གསུམ་གྱི་རྩིས་ཟིན་པ་ཟེར་ཡ་ཅིག་ཤེས་ཀྱི་ཡོད་རེད་དེའི་ནང་ནས་དམ་པ་གསུམ་གྱི་རྩིས་ཟིན་པའི་ནང་ནས་དང་པོ་དེ་ཆགས་ཀྱི་ཡོད་རེད་སྦྱོར་བ་གསུམ་བརྒྱད་དེ་འདྲའི་ཅིག་ལ་བསམ་བློ་བཏང་བ་ཡིན་ན་སྦྱོར་བ་གསུམ་བརྒྱད་ཀྱི་ཟིན་པ་ཟེར་ཡ་དེ་ཆགས་ཀྱི་ཡོད་རེད། དང། དེ་འདྲ་བའི་གི་དགེ་བའི་རྩ་བ་དེ་རྐྱེན་གྱིས་མི་ཤིགས་པར་བསྲེགས་པ་ལ་དངོས་གཞི་དམིགས་པ་མེད་པར་བསྲེགས་དུས་ད་ངས་ད་ལྟའི་ནས་ཞུས་པའི་ནང་བཞིན་བྱས་ནས། ཨོ། ད་ང་རང་གི་ཅིག་དེ་རིང། དུས་ཚོད་ཐུང་ཐུང་འདི་འདྲའི་ཅིག་གི་ནང་ལོགས་ནས། མ་ནི་ས་ཡ་དེ་འདྲའི་ཅིག་གི་གོ་སྐབས་བཟང་པོ་ཅིག་བྱུང་བའི་གི་སྐབས་སུ་ལ། ད་ནི་ཅིག། ད་སོ་སོའི་གི་རབ་ཨང་གི་དང་པོ་འདྲ་བ་ཅིག་བྱུང་ན་ཡི་ཡིད་ལ་འཕགས་པ་སྤྱན་རས་གཟིགས་གསར་བཏབ། ད་འཕགས་པ་སྤྱན་རས་གཟིགས་འདི་གསར་བཏབ་ན་ང་རང་ཚོ་ལ་སྟབས་བདེ་བོ་ཅིག་ཡོད་རེད་རྒྱུ་མཚན་ག་རེ་རེད་ཟེར་དུས་ང་རང་ཚོ། ད། བུ་གངས་ཅན་གྱི་ལྗོངས་ཟེར་ན་ཡང་འདྲ་དོ། ད་ནི་ཅིག། བུ་དང་བུ་ཆེན་པོ་ཧེ་མ་ལ་ཡི་རི་རྒྱུད་དང་བཅས་པ་འདི་གི་ལྷག་པ་ལྷག་དཀར་འདྲ་བོ་དུ་སུ་ཆགས་དུ་ཡོད་རེད་ཟེར་དུས་ཕམ་ཆོས་སྤྱན་རས་གཟིགས་ཆགས་དུ་ཡོད་རེད། ཕམ་མཆོག་སྤྱན་རས་གཟིགས་ཀྱི་སྙིང་པོ་དེ་ཡི་གེ་དྲུག་པ་ཆགས་ཏུ་ཡོད་རེད། དེ་འདྲ་ཡིན་པའི་རྒྱུ་མཚན་ལ་བརྟེན་ནས་ད་ནི་ཅིག་དང་འཕགས་པ་སྤྱན་རས་གཟིགས་ཀྱི་སྐོར་སོ་སོའི་གི་སེམས་ནང་ན་གསར་བཏགས་དེ་ག་ནང་བཞིན་གི་ཡི་གེ་དྲུག་མ་དེ་གསོལ་འདེབས་ཀྱི་ཚོར་དུ་དེ་ནི་ཁ་གཡེང་མིག་གཡེང་མེད་པ་དངོས་གནས་དྲང་གནས་ཀྱི་སྙིང་ཁོང་རུས་པའི་སྟེང་ནས་ད་ཁོ་རང་སེམས་རྩེ་གཅིག་ཏུ་གཏད་ནས་བསྡད་ན་དེ་ལ་དངོས་གཞི་དམིགས་པ་མེད་པ་ཟེར་ཡ་ལས་ཆགས་འགྲོ་གི་ཡོད་རེད།

དེ་འདྲའི་གི་བསྔོ་བ་དང། སྨོན་ལམ་འདྲ་བོ་བཅས་ད་སོ་སོའི་གི་བཅད་ཤེས་གང་ཤེས་ཀྱིས་བརྒྱབ་དེ་བརྒྱབ་པའི་གི་སྐབས་སུ་ལ་ཡང་རང་ཉིད་གཅིག་པོ་གི་དོང་ཙམ་ཡང་མ་ཡིན། དེ་ག་ནང་བཞིན་གི་རང་གི་ཕ་མ་སྤུན་མཆེད་དང་ནང་མི་ཙམ་གྱི་དོང་གཅིག་པོ་ཙམ་ཡང་མ་ཡིན་པ། ནམ་མཁའ་མཐར་ཁྱབ་ཀྱི་སེམས་ཅན་དེ་དག་ཐམས་ཅད་ད་དེ་ཞུས་པ་བཞིན་དུ་དྲིན་ཆེན་ཤ་སྟག་ཡིན་དུས་དེ་དག་ཐམས་ཅད་ད་འདོད་རྒྱུ་བདེ་བ་འདུག་ན་ཡང་བདེ་བའི་རྒྱུ་ན་སྒྲོབ་ཤེས་ཀྱི་མི་འདུག། མི་འདུག་རྒྱུ་སྡུག་བསྔལ་ཡིན་ན་ཡང་སྡུག་བསྔལ་ན་སྤང་ཤེས་ཀྱི་མི་འདུག་ད་ངས་དགེ་བའི་རྩ་བ་འདི་ལ་བརྟེན་ནས། སེམས་ཅན་དེ་དག་ཐམས་ཅད་དགེ་བར་སྒྲོབ་ཤེས་པ། དགེ་བར་སྒྲོབ་ཤེས་པ་དེ་ལ་བརྟེན་ནས་བདེ་བ་ཕུན་སུམ་ཚོགས་པ་དང་ལྡན་པ་བསྐྱེད། ངའི་དགེ་བའི་རྩ་བ་འདི་ལ་དེ་ཡིན་ནས་ད་མི་འདུག་རྒྱུ་སྡུག་བསྔལ་རེད་སྡུག་བསྔལ་དེ་ལས་གྲར་ཐོབ་པ། སྡུག་བསྔལ་གྱི་རྒྱུ། ད་སྡིག་པ་མི་དགེ་བ་དེ་དག་ཐམས་ཅད་སྤངས་ཐོབ་པར་ཤོག། དེའི་གི་ཆེད་དུ་ངས་བསྔོ་བས་ཡིན། དེ་ནི་མཐར་ཐོབ་ཀྱི་ཐོབ་ས་དེ། དངོས་གནས་དྲ་གནས་ཀྱི་རྫོགས་པོ་སངས་རྒྱས་ཀྱི་གོ་འཕང་ཟེར་ཡ་དེ་ཐོབ་པར་ཤོག། དེ་ཐོབ་ནས་ཅི་མ་རུང་འདི་ཐོབ་པ་ཅིག་ངས་ཟེར་གྱི་ཡིན་བསམ་པ་དེ་འདྲའི་ཅིག་གི་སྟེང་ནས་བསྔོ་བ་དང་སྨོན་ལམ་བརྒྱབ་པ་ཡིན་ན་བསྔོ་བ་རྒྱུན་ཐོན་ཡིན་པ། སྨོན་ལམ་རྗེས་ལྷན་པ་དེ་འདྲས་ཀྱི་ཆགས་ཀྱི་ཡོད་ཙང་སོ་སོས་གི་དགེ་བ་དེ་དཔེ་མ་སྲིད་པའི་རླབས་ཆེ་བའི་ནང་གི་ཆེ་བ་ཅིག་ཏུ་ཆགས་ཀྱི་ཡོད་རེད། དེ་འདྲས་ཡིན་དུས་དེ་རྣམ་པ་ཚོས་གི་དངོས་གནས་ཁོ་རང་ཅིག་དེ་འདྲས་གི་ད་དགེ་བ་གོང་ནས་གོང་དུ་འཕེལ་བར་བྱེད་པ་ལ་ད་མགྱོགས་སྔོ་བས་གི་རྗེས་ཡོངས་སུ་ཐེབས་པ་དེ་དེ་འདྲས་ཀྱི་བྱས་པ་ཡིན་ན་དེ་ནི་དམ་པ་གསུམ་གྱི་རྩིས་ཟིན་པ་ཟེར་ཡག་དེ་ཡང་ཆགས་བསྡད་ཡོད་རེད། དེ་འདྲའི་གི་དམ་པ་གསུམ་གྱི་རྩིས་ཟིན་པ་འདི་དེ་ནི་ཅིག་མེད་ཐབས་མེད་པ་ཅིག་དེ་འདྲའི་ཆགས་ཀྱི་ཡོད་རེད་རྒྱུ་མཚན་དེའི་ཟེར་ན་ཆོས་ཉན་པ་ལ་ཡང་ལྟ་ཉན་པའི་ཚོར་གཙོར་བྱས་བ་དེ་ལས་ཀྱང་ཀུན་སློང་འདུ་ཤེས་འདི་ནས་ཀྱང་གཙོ་བྱས་བ་ཡིན་ཙང་འདི་གི་ཟེར་ན་ངས་ཁྱོད་རང་ཚོ་ལ་ད་དེ་རིང་གི་བརྗོད་གཞི་དང་པོ་འགྲོ་བོ་དེ་ཀུན་སློང་གི་སྐོར་ཞུ་གི་ཡིན་ཟེར་ཡ་དེ་དེ་ཆགས་དེ་ཡོད་རེད། ད་འདི་ཡང་ཀྱི་རང་གི་དམ་པ་གོང་མ་རྣམས་ཀྱིས་ག་རེ་གསུངས་ཡོད་རེད་ཟེར་དུས། བསམ་པ་དགེ་དང་མི་དགེ་ཟེར་གྲགས་ལས་དགེ་སྡིག་གཟུགས་བརྙན་ཆེ་ཆུང་བགྱིད་མི་འགྲོ་ཟེར་ནས་དེ་རེད་སོང་བས་དེའི་དོན་དག་ག་རེ་ཟེར་གྱི་རེད་ཟེར་ན། སྤྱི་བཏང་གི་ཅིག་ཕ་རྟ་སྣང་ལ་སྐོར་ར་ལས་འགྲོ་ན་འདྲ། ས་འཕུད་ན་འདྲ། ལ་སྐོར་གཡོག་ན་ཡང་འདྲ་སྟེ། ད་འདི་བྱེད་ཡོང་བའི་སྐབས་སུ། སྤྱི་བཏང་གི་ཆོས་རེད་བས་ཟེར་ན་ཆོས་རེད་དགེ་བ་རེད་བས་ཟེར་ན་དགེ་བ་རེད་འདི་ཡག་པོ་རེད་བས་ཟེར་ན་ཡག་པོ་ཞེ་དྲག་རེད། ད་ཡིན་པས་ཡིན་ན་ཡང་འདི་དགེ་བ་ལ་དངོས་གནས་ཡག་པོ་གཅིག་འགྲོ་དང་མི་འགྲོ་ཟེར་ཡ་དེ་ག་རེ་ལ་ཐོགས་འགྲོ་ཡོད་རེད་ཟེར་དུས་བསམ་པ་དེ་ལ་ཐོགས་འགྲོ་གི་རེད་ལ་རེད། སོ་སོའི་གི་བསམ་མནོ་དེ་ལ། སོ་སོའི་གི་བསམ་མནོ་དེའི་ནང་ལ་ཐོགས་འགྲོ་གི་ཡོད་ཙང། ད་དཔེར་ན་ཆེ་དགེ་བ་གཅིག་འགྲོ་བའི་སྐབས་སུ་ལ་ཨོ་ད་ཁོ་གི་དགེ་བ་ཡག་པོ་གཅིག་བསྒྲུབ་གི་འདུག་དེ་ལ་སྙིང་རུས་འདུག་དེའི་སྐོར་ར་རྒྱག་གི་འདུག་ཟེར། ཏའི་ཙི་སྐད་གདངས་འདྲ་བོ་གཅིག་དང་ད་སོ་སོ་དཔེ་མ་བསྲེས་པའི་ད་འདི་འདྲའི་ཅིག་ལ་བརྟེན་ནས་སོ་སོའི་ཅིག་གཞན་ལས་ཀྱང་དམིགས་བསལ་འབོར་དུ་ཐོན་པ་དེ་འདྲའི་ཅིག་ཡིན་བསམ་པ་ལ་སོགས་པ་ད་དེ་འདྲའི་གི་ཅིག་རང་ཉིད་ཆེ་འདུག་དང་གྲང་འདུག་ལ་སོགས་པ་འཇིག་རྟེན་ཚེ་འདི་གི་ད་བསམ་མནོ་མང་པོ་ཅིག་འཁོར་སོང་བ་ལ་སོགས་པ་དེ་ནི་ཅིག་ད་ངས་དགེ་བ་ཅུང་ཟད་ཅིག་བསྒྲུབས་པ་འདི་ལ་བརྟེན་ནས་ཚེ་འདི་ཡི་འགར་སྐྱེ་བར་བྱའི་བྱ་བ་ཙམ་ཅིག་དང། དེ་དག་ནང་བཞིན་གྱི་ཚིག་ཚིག་ཉིད་འདྲ་འབྱུང་ཡང་འདྲ་བོ་གཅིག་དང་རྒྱུ་སྤམ་སྦྱོར་ཡོད་ཡང་ལྟ་བུ་གཅིག་ལ་བསམ་བློ་བཏང་ནས། དེ་འདྲའི་ཆེད་དུ་དགེ་བ་བསྒྲུབ་པ་ཡིན་ན། དགེ་བ་དེ་དངོས་གནས་ཁོས་ཐར་བ་དང་ཐམས་ཅད་མཁྱེན་པའི་རྒྱུ་ཐུན་མོང་མ་ཡིན་པ་ཅིག་ལ་འགྲོ་ཐུབ་ཀྱི་རེད་བས་ཟེར་ན་དེ་འགྲོ་ག་ལས་ཁག་པོ་རེད་ཡིན་ན་ཡང་དེ་འབྲས་བུ་མེད་པ་རེད་བས་ཟེར་ན་འབྲས་བུ་མེད་པ་མ་རེད་འབྲས་བུ་ཡོད་རེད། འབྲས་བུ་ཡོད་རེད་དེ་ཡིན་ན་ཡང་འབྲས་བུ་ཆུང་ཆུང་ཆགས་འགྲོ་གི་རེད། དེ་འདྲའི་ཡིན་དུས་རྩ་ནས། ད་ནི་ཅིག་སོ་སོའི་གི་ཅིག། ཚེ་འདི་དོང་དུ་གཉེར་བའི་ཀུན་སློང་གི་ཆུ་ཇི་ཙམ་སྒྲོག་ཇི་ཙམ་ཉིན་ཀྱང་སྤྱི་བཏང་གི་ཡང་དག་པའི་ཆུའམ། ད་ནི་མཐར་ཐོག་གི་དངོས་གནས་ཁོ་རང་ཅིག། ཕུན་སུམ་ཚོགས་པའི་གི་ཆུ་ཅིག་ལ་འགྲོ་ཐུབ་ཀྱི་རེད་བས་ཟེར་ན་དེ་འགྲོ་གི་མ་རེད། རྒྱུ་མཚན་དེ་ལ་བརྟེན་ནས། དང་པོ་ནི། རང་རང་སོ་སོའི་གི་བསམ་མནོ་དེ་ཕར་བཏང་བསྡད་པ་མ་ཡིན་པ། སོ་སོའི་གི་སོ་སོ་ལ་ཚོར་བསམ་མནོ་བཏང་ནས། སོ་སོའི་གི་ད་བསམ་མནོ་དེ་སོ་སོའི་གི་ཁོ་རང་ཚོར་ཚོར་ང་རང་གི་བསམ་མནོ་ག་འདྲའི་གོ་དགོས་འདུག་བསམ་མནོ་ག་འདྲའི་ཡོང་གི་འདུག་དེ་གཞན་ལ་དྲི་དགོས་མ་རེད་སོ་སོས་སོ་སོ་ལ་ཚོར་བསམ་མནོ་བཏང་ནས། ཁ་ནང་དུ་ལོག་སྟེ། རང་གི་ཀུན་སློང་དེ་དེ་ནི་ད་ལྟའི་ཞུས་པ་ནང་བཞིན་དགེ་བའི་ཀུན་སློང་ཅན་སྐྱེ་གི་འདུག་ན་དེ་ལ་དགའ་བ་སྒོམ། དེ་གོམས་པར་བཏང། མི་དགེ་བའི་ཀུན་སློང་ཅན་སྐྱེ་གི་འདུག་ན་འདི་སྤང། ད་འདི་ཟིན་བྱས་ཡང་རྩ་བ་ཉིད་ནས་བཟོ་གི་མིན་བསམ་པའི་གི་དམ་བཅའ་དང་བཅས་པ་བྱས། དེ་ནས་ལུང་མ་བསྟན་གྱི་ཀུན་སློང་ཅན་སྐྱེ་གི་འདུག་ན་འདི་ལ་བཅུད་སྦྱོར་དང་དགེ་བའི་ཀུན་སློང་ལ་ཡ་བསྐྱེད། འོ་ད་འདིའི་རྗེས་ནས་ཀུན་སློང་བཅོས་པ་ནི་ཆེན་འདི་ནས་ཀྱང་གར་ཆེན་པོ་ཡང་གཙོ་ཆེན་པོ་ཞིག་ཆགས་ཀྱི་ཡོད་རེད་ཟེར་ཞོད་ཡ་དེ་རེད། ད་ཀལ་ཀུན་སློང་འདི་དེ་ལྟར་བཅོས་ཤེས་ན། དེ་ནི་དགེ་བ་ཐམས་ཅད་ཐབས་ཀྱིས་ཟིན་པ་ཟེར་དུས་དགེ་བ་དེ་དཔེ་རླབས་ཆེན་པོ་ཅིག་དང་དགེ་བ་དེ་ཕྱུག་ཆེན་པོ་ཅིག་དང་དགེ་བ་དེ་དཔེ་ཕན་ཡོན་ཆེན་པོ་ཅིག་ཕུན་སུམ་ཚོགས་པ་ཅིག་ལ་འཇོག་འགྲོ་གི་ཡོད་རེད། ད་འདིའི་སྤྱི་བཏང་གི་ཐབས་ཀྱིས་ཟིན་ཡོང་དུས་དེ་ནི་དཔེར་ན་སྤྱི་བོ་ཆེན་པོའི་གི་ལམ། བསོད་ནམས་ཚད་མེད་པ། བསོད་ནམས་ཡར་དུ་མེད་པ་བསོད་ནམས་འགྲངས་དུ་མེད་པའི་དེ་འདྲའི་གི་འབྱུང་བ་སུ་འཇོག་འགྲོ་གི་རེད། དེ་དཔེ་གར་བྱེད་པའི་ནང་གི་བྱེད་པ་འདྲ་བོ་ཅིག་ཆགས་དུ་ཡོད་རེད། ད་འདི་འདྲའི་གི་ཀུན་སློང་བཅོས་མ་ཤེས་ན། ད་ནི་ཅིག། སོ་སོའི་གི་ཆོས་ཉན་ལོག་དང་ཆོས་སྒྲུབ་ལོག་དང་ད་ཀོ་ར་ལ་འགྲོ་བའི་ཁོད་འདྲ་བོ་ལ་འཁོར་གཡོལ་བའི་ཁོད་འདྲ་བོ་ས་མཚར་བའི་ཁོད་འདྲ་བོ་བྱས་ན་ཡང། འདིའི་སྤྱིར་བཏང་གི་ཆ་ནི་ཕན་ཡོང་མེད་པ་དང་མ་རེད་དེ་ཕན་ཡོང་རྒྱ་ཆེན་པོ་ཅིག་དང་རླབས་ཆེན་པོ་ཅིག་དང་ནུས་པ་ཆེན་པོ་ཅིག་ཐོང་ཐུབ་ཀི་རེད་བས་སེ་ན། འདི་ཕ་ཆེར་ཐོན་ཁག་པོ་རེད་ཐོན་གི་ཡོད་མ་རེད། ད་སྐྱེ་སྟངས་ཀྱི་ཆོས་ཀྱི་གཟུགས་ངན་སུ་འགྲོ་བ་ཡིན་དུས་ཆོས་ཉན་དུས་ཡིན་ན་འདྲ་སྒྲུབ་དུས་ཡིན་ན་འདྲ་ལྷ་བསྒོམ་པ་ཡིན་ན་འདྲ་སྔགས་བཟླས་པ་ཡིན་ན་འདྲ་ཟངས་ཚར་ན་ཡང་རུང་བསྐོར་བ་ཟས་ཀྱང་རུང་མཐའ་ན་མ་ནོར་འབྲུ་སྐྱེས་མདོངས་ཀྱང་དེ་ནི་ཀུན་སློང་བཟང་ཕྱོགས་གསུམ་གྱི་རྩིས་ཟིན་པར་ཟད་པ་འདི་དཔེ་མི་སྲིད་པའི་གར་ཆེ་བའི་ནང་གི་ཆེ་བ་ཞིག་ཡིན། ད་འདི་དེ་རིང་གི་བརྗོད་གཞི། དང་པོ་དེ་དེ་རེད། ད་ནི་ད་རྒྱུ་དབྱི་གཉིས་པ་དེ་སྤྱི་བཏང་གི་ད་ཀུན་སྤྱོད་ལ་ཡང་མང་པོ་ཅིག་བཤད་ཡ་ཡོད་རེད་ཡོད་རེད་དེ་ཡིན་ན་ཡང་ད་འདི་མདོར་བསྡུས་པ་འདྲ་བོ་ཅིག་བྱས་ནས་ཞུས་པ་ཡིན་པ་ཡིན་ན། ད་སོ་སོའི་གི་སྤྱོད་པ་ཀུན་སྤྱོད་བསམ་བློ་བཏང་དོན་དེ་ལ་ཡང་ག་འདྲའི་དགོས་མཁོ་ཡོད་རེད་ཟེར་དུས། ད་ཨ། འདུ་ཤེས་བཞི་དང་ལྡན་པ་ཟེར་ཡ་ཅིག་ད་དེ་འདྲའི་སྐད་གདངས་ཀྱི་ང་རང་ཚོ་ཆོས་སྐྱོང་ནང་དེ་འདྲའི་གསུང་གི་ཡོད་རེད་དེའི་ངོ་སྤྲོད་ཅིག་ཞུས་ན་བསམ་སོང། ད་སྐད་གདངས་ཀྱི་ཀུན་སློང་དེ་ཚོ་ལ་ཡང་ཅིག་ད་མང་པོ་ཅིག་ཞུས་ན་ཞུ་ཡ་ཡོད་རེད་དེ་ཡིན་ན་ཡང་ད་འདི་མདོར་བསྡུས་པ་ཅིག་རྡོག་རྡོག་འདྲ་བོ་བཤད་ན། བཟང་ཕྱུག་སེམས་ཀྱི་ཀུན་སློང་གི་རྩིས་ཟིན་པ་སོ་སོའི་བསམ་མནོ་དང་རྒྱ་གང་ཆེ་ཆེ། དགེ་བ་སྒྲུབ་པའི་སྐབས་སུ་ཡིན་ན་ཡང་དམ་པ་གསུམ་གྱི་རྩིས་ཟིན་པ། ཨོ་ད། དམ་པ་གསུམ་གྱི་རྩིས་ཟིན་པ་ཟེར་ཡ་དེ་དཔེ་གར་ཆེན་པོ་རེད་ལ་འདི། ད། བཟང་ཕྱོགས་གསུམ་གྱི་ཟེར་མགོ་ཡ་དེ་དཔེ་གར་ཆེན་པོ་ཞིག་ཆགས་ཀྱི་ཡོད་རེད། ད་འདི་ལ་ད་ཐིག་གི་དང་པོ་ཞུས་པ་དེ་དཔེར་ན་སྦྱོར་བ་གསུམ་གྱི་ཟེར་དུས། བསམ་པ་བཟང་ཕྱོགས་མཆོག་ཏུ་སེམས་བསྐྱེད་ནས་དངོས་གནས་སེམས་ཅན་ཐམས་ཅད་ཀྱི་དོན་དུ་སྒྲུབ་ཀྱི་ཡིན་སྒྲུབ་པར་བགྱིའོ་སྙམ་པ་དེ་ཆགས་ཀྱི་ཡོད་རེད། གཉིས་པ་དེ་དངོས་གཞི་དང་རྐྱེན་གྱིས་མི་ཤིགས་པ་དམིགས་པ་མེད་པ་ཟེར་ཡ་དེ་སོ་སོའི་གི་གང་སྒྲིབ་གཟུགས་ཀྱི་དགེ་བ་དེ་ལ་སེམས་རྩེ་གཅིག་ཏུ་གནས་པ་དེ་ལ་ཞུགས་ཀྱི་ཡོད་རེད། དེ་ནས་མགྱོགས་སྔོ་བ་ཟེར་དུས་སོ་སོའི་གི་དགེ་བ་ཆེ་ཆུང་གང་འདྲས་ཀྱིས་བསྒྲུབས་ན་ཡང་འདི་སེམས་ཅན་ཐམས་ཅད་གི་དོན་དུ་ཐུན་མོང་དུ་ཟད་ནས་རྣམ་མཁྱེན་རྫོགས་སྐུ་སངས་རྒྱས་ཀྱི་གོ་འཕང་ཐོབ་པའི་གི་གསེར་དུ་སྔོ་བ་དེ་ལ་མགྱོགས་སྔོ་བ་དམ་པ་ཟེར་ཡོད་རེད། ད་སྔོ་བ་ཟེར་ཡ་དེ་དཔེ་གར་ཆེན་པོ་ཅིག་ཆགས་བསྡད་ཡོད་རེད། ད་འདིའི་གི་སྐོར་ནས་དང་པོ་མདོར་བསྡུས་འདྲ་བོ་ཅིག་ཞུས་པ་ཡིན་ན་ག་འདྲའི་ཅིག་གར་ཆེན་པོ་ཆགས་བསྡད་ཡོད་རེད་ཟེར་དུས། དཔེ་ཆ་རྒྱག་ན། ང་རང་ཚོས་གི་ཅིག་སྔོ་བ་ཡག་པོ་ཅིག་རྒྱབ་ཤེས་པ་ཡིན་ན་འདིའི་དང་པོ་དཔེ་དཔེ་ཡི་སྟེང་ནས་རྣམ་པ་ཚོ་ལ་ཅིག་ཞུས་པ་ཡིན་ན། ཆུ་ཐིགས་པ་ཅིག་འདྲ་བོ་ཅིག་ཡོད་ན་འདི་རྒྱ་མཚོ་ཆེན་པོ་གཅིག་གི་ནང་ལ་མ་ཟགས་སོང་བ་ཡིན་ན། ཆུ་ཐིགས་པ་གཅིག་དེ་རྒྱ་མཚོ་ནང་ན་འདྲིས་སོང་བའི་རྒྱུ་མཚན་ལ་བརྟེན་ནས་ནམ་ཞིག་རྒྱ་མཚོ་དེ་སྐམ་མ་སོང་པ་དེ་སྲིད་དུ་ཆུ་ཐིགས་པ་གཅིག་དེ་སྐམ་སོང་བ་རེད་ཟེར་ཡག་གི་ཐ་སྙད་ཡོང་གི་ཡོད་མ་རེད་རྩ་བ་ཉིད་ནས་ཁོ་ད་དེ་རྒྱ་མཚོ་ཆེན་པོ་ནང་འདྲིས་སོང་རོའོ་དེའི་རྒྱུ་མཚན་ལ་བརྟེན་ནས་ད་ནི་འདི་རྒྱ་མཚོ་དེ་མ་རྫོགས་ཀྱི་བར་དུ་ཆུ་ཐིགས་པ་གཅིག་དེ་རྫོགས་འགྲོ་ཡག་ཡོད་མ་རེད། པས་དེའི་བཞིན་དུ། ད་ད་ལྟ་ང་རང་ཚོ་གི་དངོས་གནས་དྲང་གནས་ཀྱི་ཅིག། ད། དགེ་བའི་རྩ་བ་ཆེ་ཆུང་གང་འདྲའི་ཅིག་བསགས་པ་ཡིན་ན་ཡང། སྔོ་བ་དང་སྨོན་ལམ་གྱི་རྗེས་འདེབས་ད་འདི་ང་རང་ཚོ་ཅིག་དམིགས་པ་མེད་པའི་གི་རྗེས་ཅིག་ཐེབས་གི་མེད་པ་ཡིན་པས་ཡིན་ན་ཡང། ད་སྔོན། སངས་རྒྱས་དང་བཟང་ཕྱོགས་སེམས་དཔའ་རྣམས་ཀྱིས་སྨོན་ལམ་ཇི་ལྟར་བཏབ་པ། སྔོན་སངས་རྒྱས་དང་བྱང་ཆུབ་སེམས་དཔའ་རྣམས་ཀྱིས་བསྔོ་བ་ཇི་ལྟར་མཛད་པ་དེ་འདྲ་བ་ཅིག་ཡོང་བར་ཤོག་བསམ་ནས་སོ་སོའི་གི་སེམས་གདེངས་ནས། ཁོ་རང་དེ་ཡང་སེམས་རྩེ་གཅིག་ཏུ་དེའི་བུ་གི་སྟེང་ནས་དེ་འདྲའི་ཅིག་གི་སྟེང་ནས་བསྔོ་བ་རྒྱབ་བརྒྱབ་བ་ཡིན་ན། དེའི་གི་དགེ་བ་འདི། ནམ་ཞིག་སོ་སོ་སངས་མ་རྒྱས་ཀྱི་བར་དུ་ལ་དེའི་གི་དགེ་རྩ་དེ་རྫོགས་འགྲོ་རྒྱུ་ཡོད་རེད་ཟེར་ན་རྫོགས་འགྲོ་རྒྱུ་རྩ་ནི་མེད་གསུང་བ་རེད། དེ་དཔེ་ཁེ་བཟང་ཆེན་པོ་རེད་དོ་གར་ཆེན་པོ་ཞེ་དྲག་རེད། འོ་དེ་འདྲའི་ཡིན་པའི་རྒྱུ་མཚན་ལ་བརྟེན་ནས་ཅིག་སོ་སོའི་གི་དགེ་བ་ཆེ་ཆུང་ཇི་ལྟར་ཅིག་བསགས་ན་ཡང་ག་འདྲའི་འདྲ་བོ་ཅིག་བསགས་ན་ཡང། དེའི་གི་དགེ་བ་དེ་སྔོ་བ་དང་སྨོན་ལམ་གྱི་རྗེས་འདེབས་རྒྱུ་དེ་དཔེ་མི་སྲིད་པའི་གར་ཆེན་པོ་རེད། ད་འདི་ལ་སྤྱི་བཏང་གི་ཅིག་ད་སྨོན་ལམ་རྒྱག་ཡོང་བའི་སྐབས་སུ་སྤྱི་ཡོངས་ཀྱི་ཆ་ནས་ད་བོ་ད་འདྲ་བོ་ཅིག་ལ་ཀོ་ད་འདྲ་བོ་ཅིག་ལ་རྒྱག་འགྲོ་བའི་སྐབས་སུ་ཡིན་ན་ཡང། མང་ཆེ་ཤོས་ཀྱི་དེའི་རྣམ་པ་དེ་མངོན་གྱི་ཡོད་རེད། རྒྱུ་མཚན་ག་རེ་རེད་ཟེར་དུས་སྐོར་བ་ཁ་ཤས་ཀྱིས་བརྒྱབ། ད་ནི་ཡ་ལོ་ཁ་དེ་ལ་ས་རྒྱ་ཡག་པོ་ཅིག་བཅག་རྗེས་ད་སོ་སོས་ཀྱི་སྨོན་ལམ་རྒྱག་གི་ཡོད་རེད། ད་འདིའི་སྐབས་སུ་ལ་དངོས་གནས་ཀྱི་སྨོན་ལམ་ཡག་ཤོས་འདྲ་བོ་དེ་ད་ལྟ་ངས་ཞུས་པ་ནང་བཞིན་གྱི་ནམ་མཁའི་མཐར་ཁྱབ་ཀྱི་སེམས་ཅན་ཐམས་ཅད་བདེ་བ་རྒྱུ་འབྲས་དང་ལྡན་པ་སྡུག་བསྔལ་རྒྱུ་འབྲས་གཉིས་དང་བྲལ་བ་དེ་ནི་གཅིག་བདེ་བ་རྒྱུ་འབྲས་དེ་ཡང་ད་ལྟའི་ཀྱི་ངའི་དགེ་བའི་རྩ་བ་འདི་ལ་བརྟེན་ནས་སེམས་ཅན་དེ་དག་ཐམས་ཅད་རྣམ་མཁྱེན་རྫོགས་སྐུ་སངས་རྒྱས་ཀྱི་གོ་འཕང་ཐོབ་པར་ཤོག་སྙམ་པའི་སྟེང་ནས་རྒྱབ་བཞག་པ་ཡིན་ན་ཨང་ཀི་དང་ཤུལ་འགྲོ་གི་ཡོད་རེད། ད་སྤྱིར་བཏང་གི་ཆ་ནས་མི་མང་པོ་བཅས་ཀྱིས་ག་རེ་བསམ་འཁོར་འགྲོ་གི་ཡོད་རེད་ཟེར་ཏེ་སྐོར་ར་འདྲ་བོ་རྒྱག་དེ་དགེ་བ་སྔོ་སྔོ་གི་ཁུལ་བྱས་ན་ཡང་ཁ་ཤས་ཀྱི་ཚེ་འདི་ཉིད་ཀྱི་ལྟ་ནད་ན་ཚ་དང་མི་འདུག་པ་དེ་དག་ཐམས་ཅད་ཞི་བར་ཤོག་སྙམ་པ་ལྟ་བུའི་བསམ་མོད་ཀྱི་སྟེང་ནས་སྔོ་བ་རྒྱབ་བཞག་ཡ་འདྲ་བོ་དང།

བསམ་ན་གོ་དོག་པོ་དང་རྒྱ་ཆུང་པོ་ཞིག་འདྲ་ཆགས་འགྲོ་གི་རེད། རྒྱུ་མཚན་ག་རེ་རེད་ཟེར་ན་ད་ཅིག་གི་ད་ཅིག་དགེ་རྩ་རླབས་ཆེན་པོ་ཅིག་དང་རྒྱ་ཆེན་པོ་ཅིག་ལ་ངོས་བཞག་པ་ཡིན་ན། དཔེ་ཆ་བཞག་ན། སྟོང་གི་ལོ་ཏོག་ཕུན་སུམ་ཚོགས་པ་ཅིག་སྨིན་ཡོང་བའི་སྐབས་སུ་ལ། ང་རང་ཚོ་གི། ད་བྲན་མ་དང་ཕུབ་མ་དང་སོང་མ་ལ་སོགས་པ་དེ་འདྲས་ལ། རེ་བ་རྒྱབ་འགོག་རེད་ཟེར་རྒྱབ་འགོག་གི་མ་རེད། སྟོན་གྱི་འགྲོ་ཕུན་སུམ་ཚོགས་པ་བཅས་སོ་སོའི་ལག་ལས་བ་སྐྱེ་གི་ཐ་ཚུགས་སྨན་ཡོང་གི་སྐབས་སོགས་ལ་སོང་མ་དང་འདང་མ་དང་ལོ་མ་འབུམ་བརྒྱ་ཡོད་ཡོད་ཁར་བ། ཁོ། གཅིག་འཇིག་རྟེན་ཚེ་འདི་ཉིད་ཀྱི་བདེ་འབྱོར་ཆེད་དུ་འགྲོ་དགོས་གི་མ་རེད་དེ། ད་ལྟའི་གི་དགེ་བ་རླབས་ཆེན་པོ་བྱས་ལ་སྔུན་སོང་དུས་དེའི་གི་དགེ་བའི་གི་ནུས་ཤོག་དེ། ང་རང་བཟང་ཕྱོགས་སྙིང་པོ་ལ་མཆིས་ཀྱི་བར་དུའམ་སངས་རྒྱས་ཀྱི་གོང་འཕང། མ་ཐོབ་ཀྱི་བར་དུ་ལ། འདི་གི་དགེ་འབྲས་དེ་རྫོགས་ཀྱི་ཡོད་མ་རེད། འོ་དེ་འདྲས་ཡིན་དུས་སྔོ་བ་རྒྱག་ཡ་དེ་མ་ནོར་བ་རྒྱག་དགོས་ཡ་ཅིག་དང་བསམ་བློ་དེ་འདྲས་ཅིག་ལ་བཏང་དགོས་ཡ་དེ་དཔེ་མི་སྲིད་པའི་གར་ཆེ་བའི་ནང་གི་ཆེ་བ་འདྲ་བོ་ཅིག་དེ་འདྲས་ཅིག་རེད་ཟེར་ནས་ད་རྣམ་པ་ཚོ་ལ་ཐུགས་གཟི་ཞུ་འདོད་བྱུང་སོང་དེ་རེད། དེ་འདྲ་ཡིན་དུས་ད་ང་རང་ཚོ་ཅིག་དགེ་རྩ་ཆེ་ཆུང་གང་འདྲའི་འདྲ་བོ་ཅིག་བསགས་ན་ཡང་དེ་འདི་ལ་དངོས་གནས་དྲང་གནས་ཀྱི་ཅིག་བསྔོ་བ་དང་སྨོན་ལམ་གྱི་ཡག་པོ་རྒྱས་ཐེབས་དགོས་ཡ་དེ་དཔེ་མི་སྲིད་པའི་གར་ཆེ་བའི་ནང་གི་ཆེ་བ་ཅིག་ཏུ་ཆགས་ཏེ་ཡོད་རེད་དེ་འདྲ་ཡིན་དུས་རྣམ་པ་ཚོ་གི་ཐད་དེ་མ་ནོར་བ་ཅིག་གནང་རོགས་གནང་ཞེས་ཞུ་ཡ་ཅིག་དེ་རེད།

སྡོང་པོ་བརྐོས་པའི་མདོ་ཞེས་བྱ་བ་དེའི་གི་ནང་ལོགས་ནས་ག་རེ་སོང་ཡོད་ཡོད་རེད་ཟེར་ན། རེག་གི་བུས། ཁྱོད་ཀྱི་བདག་ཉིད་ལ་ནད་པའི་འདུ་ཤེས་སྐྱེད་པར་བྱའོ་ཞེས་གསུངས་ཡོད་རེད། དེ་ག་ནང་བཞིན་གྱི་ཁྱོད་ལ་སྨན་གྱི་འདུ་ཤེས་སྐྱེད་པར་བྱའོ་ཞེས་གསུངས་ཡོད་རེད། དེ་ནས་དེ་ག་ནང་བཞིན་གྱི་དགེ་བའི་བཤེས་གཉེན་ལ། སྨན་པའི་སྨན་པ་མཁས་པ་ལྟ་བུའི་འདུ་ཤེས་སྐྱེད་པར་བྱའོ་ཞེས་གསུངས་ཡོད་རེད། དེ་ག་ནང་བཞིན་གྱི་རང་རང་སོ་སོའི་གྱི་ནན་ཏན་ཉམས་སུ་ལེན་པ་དེ་ལ་ནས་ཉེ་བར་འཚོ་བའི་འདུ་ཤེས་བསྐྱེད་པར་ཟའོ་ཞེས་དཔེ་དང་སྦྱར་ནས་གསུངས་ཡོད། ད་འདི་རིགས་བྱས་ནས་སོང་ངོ་སྐབས་སུ་ལ། ད། སོ་སོའི་གྱི་ཅིག། རང་ཉིད་ལ་ནད་པའི་འདུ་ཤེས་སྐྱེས་དགོས་ཡ་གཅེག་དང། ད་ནི་དགེ་བའི་བཤེས་གཉེན་ལ་སྨན་པ་མཁས་པའི་འདུ་ཤེས་སྐྱེས་དགོས་ཡ་གཅེག་དང་ཆོས་ལ་སྨིན་རྒྱའི་འདུ་ཤེས་སྐྱེས་དགོས་ཡ་གཅེག་དང་སོ་སོའི་གི་ཉམས་ལེན་དེ་ལ་ནད་ཉེ་བར་འཚོ་བའི་འདུ་ཤེས་སྐྱེས་དགོས་ཡ་དེ་འདྲའི་དཔེ་ཡི་སྟེང་ནས་བཞག་དགོས་ཡའི་རྒྱུ་མཚན་ག་རེ་རེད་ཟེར་ན། ད་དཔེ་ཆ་བཞག་པ་ཡིན་ན། ནད་པ་ཅིག་ཡིན་ན། ནད་དེ་གི་ན་ཚ་དེ་གི་གདོང་དུ་དཀར་ངང་ཡོད་རེད་དཔེ་མི་སྲིད་པའི་མ་བདེ་བ་མང་པོ་ཡོད་རེད་བ། དེའི་ན་ཚ་དེ་མེད་པ་ཅིག་བཟོ་དགོས་ཡོད་རེད་དེ་མེད་པ་བཟོ་དགོས་ན་སུལ་བསྟེན་དགོས་རེད་སྨན་པ་བསྟེན་དགོས་འདུག་བ། སྨན་པ་བསྟེན་དུས་སྨན་པ་མཁས་པ་ཅིག་ལ་མ་བསྟེན་ན་སྨན་པ་དཔྱད་ཡང་མི་ཤེས་བ་ཅིག་གི་ན་ཚ་བཅོས་ཐུབ་དགོས་རེད་བས་སེམས་བཅོས་ཐུབ་དགོས་མ་རེད་བ། དེ་འདྲ་ཡིན་དུས་སྨན་པ་མཁས་པ་ཅིག་བསྟེན་དགོས་འདུག་བ་སྨན་པ་མཁས་པ་ཅིག་བསྟེན། ད་སྨན་པ་མཁས་པ་ཅིག་ལ་བསྟན་ཡོད་འདུག་སྨན་པ་མཁས་པ་དེ་གས་ཁྱོད་ཨེ་རེད་བཟོས་ཨེ་རེད་མ་བཟོས་ཨེ་རེད་ཟ་ཨེ་རེད་མ་ཟ་ཟེར་ནས་མང་པོ་ཞིག་བཤད་དེ་ནས་མི་དེ་ཚོ་སྤྲད་དུས་ཐོག་ལ་ད་བཟོ་ཟེར་ནས་བཤད་ཀྱི་རེད་བ། དེ་འདྲ་བའི་གི་ད་མི་དུས་ཐོག་ལ་སྤྲད་ཡང་མི་ལྟ་བ་དེ་ག་རེ་རེད། མི་དེ་ན་ཚ་དེ་དྲག་དགོས་ན་མི་ཟ་དགོས་རེད། མི་དེ་མ་བཟོས་ན་ན་ཚ་དྲག་ཡག་གི་ཐབས་ཤིག་ཡོད་མ་རེད། འོ་ད་ནད་དྲག་དགོས་བ་ཡིན་ན་སྨན་པ་དེ་སྨན་པ་བསྟེན་ཚར་དུས་སྨན་པས་སྤྲད་ཡོང་རྒྱུ་མི་དེ་ཟ་དགོས་ཡོད།

དང། འཁོར་བ་མདོ་སྔགས་ཀྱི་རྒྱ་མཚོ་ཆེན་པོ་འདིར། ལ། འཆམ་འཕེལ་གྱི་སྐབས་སུ་ང་རང་ཚོ། རང་ཉིད་ལ་ནད་པའི་འདུ་ཤེས་སྐྱེས་དགོས་ཡ་རྒྱུ་མཚན་ག་རེ་རེད། རང། རང་རང་སོ་སོ་དཔེར་ན་རྒྱུ་ཉོན་མོངས་པ་འདོད་ཆགས་ཞེ་སྡང་གཏི་མུག་དེ་ཟིག་ཡོད་རེད། རྒྱུ་དོག་གསུམ་དང་རྒྱུ་དུག་གསུམ་དེ་གིས་ད་ཟ་བ་སེམས་ཀྱི་ལོག་པ་མང་པོ་ཅིག་ལས་དུས་འབྲས་བུ་སྡུག་བསྔལ་གྱི་སྡུག་བསྔལ་འགྱུར་བའི་སྡུག་བསྔལ་ཁྱད་པར་འདུ་བྱེད་ཀྱི་སྡུག་བསྔལ་ཟེར་ནས་ད་སྡུག་བསྔལ་གྱི་རྣམ་གྲངས་མང་པོ་ཡོད་རེད་བ། འོ་ད། དེ་འདྲིའི་གི་མདོ་སྔགས་མང་པོ་ཅིག་འཕྲད་ཡོང་གི་ཡོད་རེད་མདོ་སྔགས་གསུམ་གྱི་དེ་ནས་ཀྱི་མནར་ནས། ད། རྒྱུ། དོག་གསུམ་གྱི་དེའི་གི་འབྲས་བུ་མདོ་སྔགས་གསུམ་གྱི་དེ་འདྲིའི་གི་གདོང་བདེ་བའི་གི་ང་ཚོ་ནད་པ་ནང་གི་རེད་གསུངས་རེད། ནད་པ་དང་འདྲ་བོ། དེའི་ན་ཚ་དེ་ཕར་དྲག་པར་ཟད་པ་ན་ཚ་དེ་མེད་པར་བཟོ་དགོས་ན། ད་ག་རེ་བྱེད་དགོས་རེད་ཟེར་དུས། ད། དེ་གི་ན་ཚ་དེ་འདོད་གི་མི་འདུག་ན། ད་སྨན་པ་མཁས་པ་བསྟན་པ་ནང་བཞིན་དགེ་བའི་བཤེས་གཉེན་བསྟེན་དགོས་རེད་ལ། ད་དེ་འདྲས་ཡིན་དུས་ད་སྡུག་བསྔལ་གསུམ་གྱི་ནད་ཀྱིས་མནར་བའི་ནད་པ་ལྟ་བུ་ཡིན་དཔེ་ན་ནད་ཚབས་ཆེན་པོ་དེ་ལྟ་བུ་གི་ནད་པ་དེ་ད་ནི་སྨན་པ་མཁས་པ་ཞིག་བསྟེན་དགོས་པ་བཞིན་དུ། དང། སྨན་པ་དེ་ཇི་ལྟར་བསྒོ་བ་བཞིན་སྒྲུབ་ནས་གང་སྲིན་བུ་གི་སྨན་བཏང་ནད་ལས་གྲོལ་བུ་གི་བདེ་བ་དང་དུ་གཉེར་བ་ལྟར། ད་ནི་སྨན་པ་མཁས་པ་ལྟ་བུའི་མཚན་ཉིད་དང་ལྡན་པའི་དགེ་བའི་བཤེས་གཉེན་དང། དགེ་བའི་བཤེས་གཉེན་དེས་དགེ། ད་བླ་མས་ཇི་ལྟར་གསུངས་པའི་བཀའ་བསྒྲུབ། ད་ནི། ད་ཁྱོད་ཀྱི་སྨན་བཏང། ད་ནི་ལས་ཉོན་གྱི་ནད་ལས་གྲོལ་བར་གཟིགས་དགོས་པ་ཅིག་ཆགས་ཀྱི་ཡོད་རེད་མ་གཏོགས་དེ་ལས་ལོགས་སུ་གྱུར་པའི་ཐབས་ཅིག་ཡོད་རེད་བསམ་ན་ཡོད་མ་རེད། ད་བླ་མ་དགེ་བའི་བཤེས་གཉེན་བསྟེན། དེའི་གི་འདི་ནི་གདམས་ངག་ཞུས། ད་འདི་འདྲིའི་གི་བླ་མའི་བཀའ་བཞིན་དུ་མ་བགྲོ་བ་ཆེ་གདམས་ངག་ཚོར་བཞིན་དུ་ཉམས་སུ་མ་བླངས་ན། སྨན་པའི་བསྒོ་བ་མི་ཉན་པ་དང་འདྲ་བའི་གི་རྒྱུ་མཚན་ལ་བརྟེན་ནས། ད་ནི་དཔེར་ན་སྨན་པ་དེ་གི་ཨེ་རེད་ཅིས་མ་རེད་ཟེར་དུས་དེའི་བསྒོ་བ་རྩ་ནས་མི་ཉན་ནས་སོ་སོ་གི་སེམས་ཀྱི་ལོག་པ་ལས་ཀྱང་ནི་ནད་དྲག་ཡག་གི་ཐབས་ཤེས་མི་འདུག་ག། འོ་དཔེ་ཇི་ལྟ་བ་དེ་བཞིན་དུ་དེ་ནི་ཀྱེ་དགེ་བའི་བཤེས་གཉེན་དེ་གའི་མ་སྟན་བཞག་པའི་གི་ཆུས་བླང་དོར་གྱི་གནས། འོ་ད་ཚོར་རྒྱན་དེ་སྟན་བཞག་པ་དེ་མ་གྲུབ་ན། དེ་ནི་སྨིན་པའི་སྒོ་བ་མི་རྙེད་པ་དང་འདྲ་བས་ད་ནད་པ་ལ་ཕན་འདོགས་ཐབས་མེད་པ་དང་འདྲ་བ་དམ་པའི་ཆོས་ག་ཚད་མུ་གུ་ག་ཚད་ཟབ་པོ་ཡིན་ན་ཡང་སོ་སོ་ལ་ཕན་ཐོགས་རེ་བས་ཟིན་ན་ཕན་ཐོགས་མ་རེད་གསུངས་ལ། དམ་པའི་ཆོས་ཀྱི་སྨིན་དེ་དེ་ནི་སོ་སོ་གི་དཔལ་ན་རང་ཉིད་ཀྱི་ལྟ་ཅི།

ནད་འདི་ཉམས་སུ་ལེན་པ་ལ་ཏི་ནི་ཁོ་རང་གི་ནད་ཉེ་བར་འཚོ་བར་འདུ་ཤེས་སྐྱེས་དགོས་རེད་གསུངས་བ་ནང་བཞིན་ད་ང་རང་ཚོ་དུག་གསུམ་གྱི་ནད་དེ་དྲག་དྲག་གི་བར་དུ་ལ་ཏི་ནི་དམ་བུ་ཆོས་ཀྱི་སྨན་དེ་ནམ་བཞག་རྒྱུན་དུ་ཉམས་ལེན་བྱས་རེད་ཉམས་ལེན་གྱི་བརྒྱུད་རིམ་དྲུག་འགྲོ་དགོས་ཀྱི་ཡོད་རེད་འོ་དེ་འདྲའི་ཡིན་དུས་ཙང་ནི་འདི་དཔེ་གར་ཆེན་པོ་ནང་བཞག་ཡོད་རེད་ཟེར་ཞུ་ཡ་དེ། ད་དེ་རིང་གི་སྤྱི་ཐང་གི་ད་ཆོས་ཐེངས་དེ་ཙམ་བྱས་ད་ནི་སང་ཉིན་གི་ཉིན་མོ་འདི་ལ་ད་གཙོ་བོ་ཁོ་རང་གི་མ་ནི་དངོས་གཞི་དེ་ལ་ད་ནི་མ་ནི་འབྲུ་གྲོག་གི་གོ་དོང་དང་དེ་ག་ནང་བཞིན་གི་ད་ནི་མ་ནི་འབྲུ་གྲོག་དེ་གི་ཕན་ཡོང་གི་སྐོར། དེ་ནས་དུར་སྲི་བྱས་ནས་ཅུང་ཟད་ཅིག་བཞུ་ཡ་ཡིན། དེ་ནས་དེ་རིང་གི་ད་ཆུ་ཕྲན་འདི་གི་དགེ་བའི་རྩ་བ་གང་དག་སྐྱེས་ཡོད་པ་དེ་དག་ཐམས་ཅད་ནམ་མཁའི་མཐར་ཁྱབ་ཀྱི་སེམས་ཅན་དེ་དག་ཐམས་ཅད་ད་སྡུག་བསྔལ་རྒྱུ་འབྲས་དང་བཅས་པ་ལས་བྲལ་ནས་བདེ་བ་རྒྱུ་འབྲས་དང་ནམ་ཡང་མི་འབྲལ་བ་འམ་བདེན་པའི་མོ་ལམ

དེ་ནི་གུས་པ་རང་ཉིད་ཀྱི་ངོས་ནས་རྗེས་སུ་ཡི་རང་དང་ཐུགས་རྗེ་ཆེ་ཞེས་ཞུ་ཡ་ཡིན་བཀའ་དྲིན་ཆེསོ་ནམ་འདི་ཡི་ཐམས་ཅད་གཟིགས་པ་ཉིད་ཐོབ་ནས་གཉིས་པའི་སྦྲ་ནག་བམ་བཟས་ཏེ་སྐྱེ་རྒ་ན་འཆི་བར་ལམ་འགྲོ། སྲིད་པའི་མཚོ་ལས་འགྲོ་བ་སྒྲོལ་བ་རེ་ཞོག་འཇམ་པར་དཔའ་བོའི་སྐྱེ་ལྟར་འཇེམ་པ་དང་ཀུན་ཏུ་བཟང་པོ་དེ་ཡང་དེ་ཡིན། དེ་དག་ཀུན་གྱི་རྒྱུད་སོགས་བདག་ལོ་བརྒྱའི་དགེ་བ་འདི་དག་ཐམས་ཅད་རབ་ཏུ་བསྔོ། སྨོན་ལམ་རྒྱལ་པོ་འདི་དག་འཇོག་དགོས་གཙོ་མདའ་ཡས་འགྲོ་བ་ཀུན་ལ་ཕན། ཀུན་ཏུ་བཟང་པོ་སྦྱིན་པའི་སྦྱོང་འགྲོ་ངན་སོང་གནས་རྣམས་མ་ལུས་སྟོངས་པར་ཤོག། དཔལ་ལྡན་བླ་མའི་ཞབས་པད་བརྟན་པ་དང་མཁར་ཉམས་ཡོངས་ལ་བདེ་སྐྱིད་འབྱུང། བདག་གཞན་མ་ལུས་ཚོགས་བསགས་སྒྲིབ་སྦྱངས་ནས་མྱུར་དུ་སངས་རྒྱས་ས་ལ་འགོད་པར་ཤོག་འཇིག་རྟེན་བདེ་གཞན་ལོག་ལས་དང་འགྲོ་རྣམས་བིར་གཞན་རྒྱུད་བདེ་ལེགས་ཕུན་སུམ་རྫོགས་པ་དང་ཡིད་ལ་འདོད་པ་ཀུན་འགྲོ་མཛོད་བསང་མཆོད་སེམས་མཆོད་རིན་པོ་ཆེ་མ་སྐྱེས་པ་རྣམས་སྐྱེ་རྒྱུ་སྐྱེས་པ་ཉམས་པ་མེད་པ་གོང་ནས་གོང་དུ་འཕེལ་བར་ཤོག་འོ་འབད་རྩར་ས་རྡོ་ཧོང་མི་བཟང།